ད་དེ་རིང་ཏཱ་ལའི་བླ་མ་ཐུགས་ལྷོད་ཀྱིས་གནང་ལ། ང་ཚོས་ད་འབོད་རྣམ་ཉམས་ཞིབ་ཀྱིས་སྔོན་འགྲོ་གི་ད་སློབ་ཁྲིད་ཞུས་པའི་ཤོར་ལ། ད་ཟླ་ག་གཉིས་འབྲེལ་ཡོད་ནས་ནི། བརྗོད་བཞིན་བོད་ཀྱི་རྩོམ་རིག་ལས་རྣམ་ཐར་དང་རྟོགས་བརྗོད་རྩོམ་རིག་གི་གནའ་སྟངས་ཀྱི་ཁྱད་པར་དང། སྦྱར་མཚམས་གསལ་དེའི་ཐོག་ལ་སྐད་ཆ་བཤད་རོགས་བྱེད་ཅེས། དུས་སུ་བཀའ་གནང་བ་རེད། དེ་ཡིན་ཙང། སྤྱིར་བཏང་དར་ཡིག་ཞེས་ད་བརྗོད་བཞིན་དེ་ཡིན་ན། གྲ་སྒྲིག་མེད་པའི་གཏམ་བཤད་ཅིག་ཆགས་ཡག་ཅིག་རེད་འདུག་ངས་གྲ་སྒྲིག་བྱེད་གང་ཡང་མེད་པའི་ཟེར་འགྲོ་བ་ཞིག་རེད། གཏམ་མེད་པ་ཡིན་ན་ཡང་གནས་འདི་བརྗོད་གཞི་འདི་སྤྲད་ཡོང་དུས་ངས་དོན་ཚན་ཁ་ཤས་ཅིག་དབྱེ་ཞིབ་བྱས་རྗེས། དེའི་ཐོག་ནས་མར་འགྲེལ་བཤད་བརྒྱབ་པ་ཡིན་ན། ཏཱའི་སི་ཏཱ་བརྗོད་གཞི་དེ་ཏཱའི་སི་ཁ་གསལ་རེ་ཆགས་ཡག་ཅིག་དང་ལུས་སྐྱེས་ཏཱའི་སི་ཕྲན་ཚགས་རེ་ཅིག་ཐོན་པ་གི་རེ་བ་ཡོད་ཅེས་དེ་ཞུས་པ་ཡིན། དེ་ནས་ངས་འདི་དོན་ཚན་བདུན་འདྲ་བོ་ཅིག་ལ་བགོ་བཤའ་བརྒྱབ་ཅིག་ད་བོད་ཀྱི་རྩོམ་རིག་ཟད་དེ། གནའ་དང་གི་ཁྱད་པར་ཟད་དེ་ཅེས་ད་རྣམ་ཐར་རྩོམ་རིག་དང་རྟོགས་བརྗོད་རྩོམ་རིག་ཟེར་ན་ག་རེ་རེད། དེ་ནས་རྣམ་ཐར་དང་རྟོགས་བརྗོད་རྩོམ་རིག་གི་ཁྱད་པར་དེ་ག་འདྲ་བརྗེད་དགོས་ཀྱི་འདུག་ཨ་ནེ་རྣམ་ཐར་དང་རྟོགས་བརྗོད་རྩོམ་རིག་གི་གནའ་དང་གི་ཁྱད་པར། དོན་ཚན་དྲུག་དེའི་མ་མཐའ་མ་དེ་འཇིག་ལྟོས་བཅས་ཀྱི་ལྟ་གཏུགས་སུ་མ་བྱས་ཡིན། རྣམ་པ་ཚོས་དང་པོ་ནས་བསམ་བློའི་ནང་ལ་ཉར་ཡག་དེ་ག་རེ་ཡིན་ཟེར་ན། འདི་བརྗོད་གཞི་ཧ་ཅང་རྒྱ་ཆེན་པོ་ཅིག་རེད་ད་འདི་བོད་ཀྱི་རྩོམ་རིག་ཟེར་དུས་ག་ལ་སྟེ་ཚང་མ་དང་ན་སླེ་དེ་དེ་སྔའི་དེ་བཤད་ཐབས་ཡག་ཅིག་དང་དུས་ཚོད་ཀྱི་འདང་ཡག་ཅིག་ཁྱོན་ནས་རྩ་བ་ཉིད་ནས་མ་རེད་ད་ངས། བརྗོད་གཞི་དང་པོ་གཉིས་དེ་བེད་ཚོད་འདྲ་བོ་ཅིག་བྱེད་ཅེས་ད་རྡོག་རྡོག་དེ། གདམ་མཐར་རྩོམ་རིག་དང་རྟོགས་བརྗོད་རྩོམ་རིག་ཟེར་དེ་དང། དེ་གའི་རྩོམ་རིག་གཉིས་ཀྱི་ཁྱད་པར་དེ་ག་རེ་རེད་ཟེར་ད་དེའི་སྐོར་དེ་མ་ཤེས་པ་ཡིན་ན་དེ་ཏག་ཏག་བསྡད་ཡོད་རེད་བསམ་གྱི་འདུག་ད་བོད་ཀྱི་རྩོམ་རིག་ཟེར་དེ་རེད་དང་པོ་དེ། བོད་ཀྱི་རྩོམ་རིག་ཟེར་དེ་བོད་ཀྱི་སྐད་ཡིག་གི་ཐོག་ལ་ཡོད་བསྡད་པའི་རྩོམ་རིག། དུས་རབས་གང་དུ་བྱས་པ་ཡིན་ན་དུས་རབས་བདུན་པའི་ནང་ལ་ད་དུས་རབས་བདུན་པ། རེད་ད་དུས་རབས་བདུན་པ་གི་ནང་ལ་ད་གཞི་ནས་རྒྱ་གར་གི་སྐད་ཡིག་གི་ཐོག་ནས་ད་བོད་ཀྱི་སྐད་ཡིག་གི་ཐོག་ལ་འགྱུར་བའི་ནི་ཡི་གེ་དེ་ཚོ་ནི་གཞི་ཚིག་བཅས་བཅས་ད་མར་ཡོང་བསྡད་པ་ཅིག་རེད། ད་ངས་རྩོམ་རིག་ཟེར་དུས་སྐབས་ལ་ད་སྒྲ་ཡངས་དོག་གཉིས་ཀྱི་གོ་བ་ལེན་བྱེད་བྱེད་ནས། སྒྲ་ཡངས་མོ་གིའང་ད་བྱས་པ་ཡིན་ན། མིང་དང་ཚིག་གི་བརྗོད་པ་བསྲེགས་པའི་ཚིག་གི་ཕྲེང་བ་ཡོད་ཚད་རྩོམ་རིག། མིང་དང་ཚིག་གི་ཕྲེང་བ་བསགས་པ་ཡོད་ཚད་དེ་རྩོམ་རིག། རྩོམ་ཞེས་པ་དེ་བྱ་ཚིག་གི་ཐོག་ནས་གྲུབ་པ་ཅིག་རེད། བྱ་ཚིག་ཟེར་དུས་ག་ལ་བསྡུ་ཕྲན་རྩོམ་གཤིས་ཀྱིས་ནི་བསྡུ་རག་པ་བསགས་པར་ཡོད་ཚད་ཅིག་རེད། དེ་ནང་བཞིན། ཡི་གེ་ཞིག་རྣམ་པ་དུ་བསགས་ཀྱི་བར་ངག་གི་ཕྲེང་བ་ལྷས་བདེ་བྱུས་དུ་སྒྲ་ཡང་མོ་བྱས་པ་ཡིན་ན་རྩོམ་ཟེར་དེ་རེད། སྒྲ་དོག་མོ་གི་དབང་དུ་བྱས་པ་ཡིན་ན་ངས་ནམ་མཁྱེན་མཚན་ཉིད་ཅིག་བཞག་གི་ཡོད་མཚན་ཉིད་དེ་ག་རེ་བཞག་གི་ཡོད་ཟེར་ན། རྗེས་གནམ་ཤོད་ཀྱི་རྩལ་ལས་ཐོན་པ་ཅིག་ཡིན་དགོས་ཀྱི་འདུག། གནམ་ཤོད་བེད་སྤྱོད་བཏང་ནས་ཡོང་རྒྱུ་ཅིག་རེད་བྱ་སྲིད། ངོ་བོ་དེ། མིང་ཚིག་གི་སྡེབ་ལེགས་པོ་ཅིག་དང་ཉམས་འགྱུར་དོད་པོ་ཅིག་གི་ཐོག་ནས་ཡོང་ཡ་ཅིག། སྒྱུ་རྩལ་གྱི་རྣམ་པ་མངོན་བསྡད་ཆོས་དེ་སྲིད་ཅིག་གུ་འགུལ་སྤྱོད་རྒྱ་ཡོད་བསྡད་པའི་རྣམ་པ་ཅིག་ཐོན་བསྡད་ཆོས། ཞལ་ལས་ཀྱི་ཆ་ནས་ཉན་པ་པོ་དང་ཀློག་པ་པོ་གྱི་བསམ་བློ་གྱི་ནང་ལ། བསྒྱུར་བ་དང་རྣམ་འགྱུར་སྐྲུན་ཐུབ་ཡ་གཅིག་གིས་ངག་གི་རིག་བྱེད་ཅིག་གི་མིང་ལ་རྩོམ་རིག་ཟེར་གྱི་རེད་ཟེར་ད་ངས་དེ་མཚན་ཉིད་དེ་དེ་བྱ་གི་ཡོད་རེད་བ། དེའི་ཁྱད་ཡོངས་སུ་ད་ཐེངས་མིན་དེ་ཕ་ལྟ་ཡ་རེད། ད་བོད་ཀྱི་རྩོམ་རིག་ཟེར་ན་དུག་སེལ་རེད། ད་བོད་ཀྱི་རྩོམ་རིག་དེ་ཡར་རྒྱས་ལ་འགྲོ་ཡ་དེ། སྐད་དང་ཡི་གེ་ཇི་ཙམ་ཡར་རྒྱས་ལ་ཕྱིན་པ་ནས་འགོ་བརྩམས་ཀྱི་ས་སྐྱ་གི་སྐབས་ནས་ནི་ཡར་རྒྱས་ལ་ཕྱིན་བསྡད་པ་དེ་མངོན་གསལ་དོད་པོ་ད་གསལ་པོ་རེད། ད་དེ་ནས་མ་རིན་པ་བཞིན་དུ་ཡོང་བསྡད་ཆོག་ད་ང་ཚོ་བེ་ཚོན་དེ་རྣམ་ཐར་རྩོམ་རིག་དང་རྟོགས་བརྗོད་རྩོམ་རིག་གི་ཐོག་ནས་བེ་ཚོན་ཞུས་པ་ཡིན་ན་ད་དག་དག་གསལ་པོ་མཚོན་ཐུག་གི་རེད་བསམ་གི་འདུག་ད་རྣམ་ཐར་རྩོམ་རིག་དང་རྟོགས་བརྗོད་རྩོམ་རིག་ཟེར་དུས་ག་ལ་གནའ་དང་གི་ཁྱད་པར་གཉིས་ཀྱི་དུས་ཚོད་ཀྱི་ཐོག་ནས་དུས་སུ་ཡོང་བསྡད་གི་འདུག་ཨ། ཡོང་བསྡད་དེ་གནའ་རབས་དང་དེང་རབས་ཀྱི་ཁྱད་པར་ཆེ་བ་དེ། ལོ་རྒྱུས་ཀྱི་ལྟ་སྟངས་གཅིག་དང་ནུབ་ཕྱོགས་པའི་ལྟ་སྤྲོད་སྨྲ་བ་ཚོ་གི་གནའ་དེང་གི་དུས་ཚོད་འགལ་མཚམས་ཅིག་ཡོད་རེད། ལོ་རྒྱུས་ཀྱི་ལྟ་སྟངས་ཅེས་པ་ཡིན་ན། ས་སྐྱ་ཡན་ཆད་ཀྱི་དུས་རབས་ཀྱི་བོད་ཀྱི་དུས་རབས་ཀྱི་ནང་དེ་ལ་གནའ་རབས་ཀྱི་དུས་རབས་ཅེས་ལྟ་དུས་སུ་སྦྱར་གྱི་རེད། ས་སྐྱའི་དུས་སྐབས་འཇིག་རྫོགས་པ་ནས་མ་རྒྱ་གི་ང་བ་གི་བར་དུ་ནི་དུས་རབས་བར་མ་ཞེས་དུས་སུ་འཇལ་གྱི་ཡོད་རེད། ད་རྒྱལ་ཁང་ང་བ་གི་རྗེས་ཀྱི་རྒྱལ་ཁང་སྤྲུལ་པ་བདུན་པ་ནས་བཅས་ནས་ད་ད་ལྟ་བར་དུ། དང་རབས་ཀྱི་དུས་སུ་ཅེས་ཏུག་སུ་སྦྱར་གི་རེད། གནའ་རབས་དེ་ལ་གནའ་རབས་དང་ཉེ་བའི་གནའ་རབས་གཉིས་བཅས་ནས། གནའ་རབས་ཀྱི་དངོས་གནས་དེ། བོད་བསུ་བའི་དུས་འཇིག་འཇིག་རྫོགས་པ་ཡན་ཆད་དེ་ལ། གནའ་རབས། ཉེས་པའི་གནའ་རབས་ཟེར་དུས་ག་ལ་དེ་ནས་བཅས་ནས། ས་སྐྱ་གི་དུས་སྐབས་དེའི་ནང་ལ་ཉེས་པའི་གནའ་རབས་སུ་ཅེས་ད་ཏུག་སུ་འོང་གི་རེད།

རེད་བ། དེའི་ཡན་ཆད་ནི་རྒྱ་གར་ང་བ་དང་ད་སྤྲུལ་པ་བདུན་པ་བར་དུ་ལ། དེང་རབས་ཀྱི་ད་དུས་སུ་རེད་ད། བརྒྱད་མཚམས་དེ་ད་སྟབས་བདེའི་བཤད་ན། རེད་བ། དུས་སུ་རེད་ད། དེ་གི་དུས་ཚོད་དེའི་ནང་ལ་བྱུང་བའི་ད་རྣམ་ཐར་དང་རྟོགས་བརྗོད་ཀྱི་ད་དུས་སུ་འགྲོ་གི་རེད། རྡོག་རྡོག་ཅིག་ན། དོན་ཚན་དང་པོ་གཉིས་དེ་ཁྱེད་རང་ཚོས་བསམ་ལ། བསམ་བློའི་ནང་ལ་དུས་སུ་ཉར་ཞག་ན་ད་རང་འགྲིག་གི་རེད་ད། ད་ང་ཚོ་རྣམ་ཐར་རྩོམ་རིག་དེ་ཡིན་ད། རྣམ་ཐར་རྩོམ་རིག་གསལ་ཐིག་གིས་རྣམ་ཐར་གསལ་ཐིག་གི་ཐ་སྙད་དེ་ག་བ་ནས་བྱུང་འདུག་ཞུས་པ་ཡིན་ན། དུས་རབས་བརྒྱད་པ་གི་ནང་ལ། བཀའ་བློ་རྩ་བ་པད་བརྩེགས་ཀྱིས་བསྒྱུར་བའི་སྐྱོན་འཇིགས་ཆེན་མོ། རེད་བ། སྐྱོན་འཇིགས་ཆེན་མོ་གི་ཤེས་བཞིན་གསུངས་པའི་ལས་དེའི་ནང་ལ། བན་ཆུང་པ་ཡི་རྣམ་ཐར་ལས།

ཆོས་ཉིད་མཉན་པར་བྱེད། རྗེན་པའི་དཔལ་ནི་རྣམ་ཐར་འདི་ལ་འཇུག་ཟེར་ཡ་གི་ཚིག་གཅིག་བ་རེད། རྣམ་ཐར་འདི་ལ་འཇུག་ཟེར་ཡ་གི་ཚིག་གཅིག། ཅེ་ན། ངས་ཞུ་ཡ་དེ་དུས་རབས་བརྒྱད་པའི་ནང་ལ་རྣམ་ཐར་ཞེས་པ་གི་བོད་ཀྱི་སྐད་ཡིག་ཐོག་ལ་ཡོད་པའི་ཐ་སྙད་འདི་ཐོན་ཤག། ག་བ་ཐོན་འདུག་ཟེར་ན་སྐྱོན་འཇུག་གི་གཞུང་དང། ཕལ་ཆེན་གྱི་སྡུག་གི་ནང་ལ་ཐོན་ཤག་ཟེར་དུས་ཁྱེད་རང་ཚོའི་བསམ་བློའི་ནང་ལ་ཅི་ཉེར། ད་དེ་ནས་མ་ཡོང་དུས་སྐབས་ལ་ཏུན་ཧོང་གི་ཡིག་འབྲི་གི་ནང་ལ་ཤོག་དྲིལ་དེ་ཚོ་གི་ནང་ལ་རྣམ་ཐར་ཟེར་བ་གི་ཐ་སྙད་དེ་ཐོན་ཡོད་རེད། རྣམ་ཐར་གི་ཐ་སྙད་དེ་ཐོན་ཡོད་རེད་དེ། ད་འདིའི་ཆ་ལ་རྣམ་ཐར་ཞེས་པའི་ཐ་སྙད་ཀྱི་ཁྱབ་ཁོངས་ལ་གང་ཡོད་པ་དེ་ནང་བཞིན། སྔོན་གྱི་དུས་རབས་ཀྱི་ནང་ལ་བྱུང་བའི་རྣམ་ཐར་དེ་གི་ཁྱབ་ཁོངས་ལ་ཡོད་མ་རེད་དེ། ཧ་གོ་བྱེད་དགོས་རེད། རེ་བ། དེ་ཅིག་ཤི་བར། འོ་ན་དེའི་ཐ་སྙད་ཀྱི་ཁྱབ་ཁོངས་ལ་མེད་པ་ཡིན་ན། རྣམ་ཐར་ཞེས་པ་དེ་གའི་ཐ་སྙད་ཀྱི་ཨ་མ་འབྱུང་ཁུངས་དེ་ལག་རྒྱལ་གྱི་སྐད་ནི་ཚུར་ཡོང་རྒྱུ་ཅིག་རེད། སྐྱོན་གཅིག་ལ་སོགས་པ་ནི་ཅིག་ཡོང་རྒྱུ་ཡིན་ན། ལག་རྒྱལ་གྱི་སྐད་ལ་རྣམ་ཐར་ཞེས་པ་དེ་ག་འདྲི་རེད་ཟེར་ན། འབུ་མོ་ཆ་ཟེར་དེ་རེད་འབུ་མོ་ཆ་ཟེར་དེ། དེ་བོད་སྐད་དུ་བསྒྱུར་འོང་དུས་ག་ལ། ཐར་བའམ། བཀྲོལ་བ་ཟེར་དེའི་དོན་དུ་རེད་ཐར་བའམ་བཀྲོལ་བ་ཟེར་དེའི་དོན་དུ་དེ་རེད། ཐར་བའམ་བཀྲོལ་བ་ཟེར་དེའི་དོན་དུ་དེ་རེད། དེ་ནས་མ་ཧཱ་ཀ་རིམ་པ་བཞིན་དུ་ཡོང་དུས་སྐབས་ལ་ང་ཚོས། འདིའི་ཡན་ཆད་ཀྱི་གདོན་གཅིག་བརྒྱབ་པ་ཡིན་ན་བསྟན་པ་སྔ་དར་གྱི་སྐབས་ནས་བཟུང་སྟེ་བོད་ཀྱི་སྐད་ཡིག་གི་ཐོག་ལ་རྣམ་ཐར་ཞེས་པའི་ཐ་སྙད་དེ་ཐོན་ཡོད་པ་དེ་ཆ་ཡོངས་སུ་བསམ་བློ་གནང་ལ་གཅིག་ཉར་གྱིས། ད་ཕྱི་དར་གྱི་སྐབས་ལ་ང་ཤེས་འདྲ་བོ་དེ་ག་བ་ནས་ཡོང་གི་འདུག་ཟེར་ན། རྗེའི་སྒམ་པོ་བ་བསོད་ནམས་རིན་ཆེན། མཉམ་མེད་སྟག་ཕོ་ལྷ་རྗེ་ཟེར་བ་དེ་རེད། འདི་ཆིག་སྟོང། བདུན་ཅུ་དོན་དགུ་ལོ་འཁྲུངས་ནས་ཆིག་སྟོང་བརྒྱ་དང་ང་གཅིག་ང་གཉིས་ལོ་སྐུ་བཞག་པ་ཅིག་རེད། འདིའི་བརྩམས་པའི་ཚོགས་ཆེན་མུ་ཏིག་ཕྲེང་བ་གསལ་བྱེད་རེ་ཏི་ཡའི་འཇིགས་བྱང་གི་ནང་ལ། རྣམ་ཐར་གཞན་དང་མ་འབྲེལ་བར་བླ་མས་གསུངས་པ་ལས་མ་འཆད་མ་ལྷག་པར་གསུང་འགྲེལ་དྲི་བཞི་བླ་མེར་ཡི་གེར་བྲིས་གསལ་བྱེད་རེ་རེ་བ། རྗེ་བཙུན་མ་ལ་རིན་པོ་ཆེ་གི་རྣམ་ཐར་དེ་ནི་བླ་མ་གི་གསུང་ནང་བཞིན་ཆད་ལྷག་མེད་པ་བྱས་ནས་བྲིས་ཡོད་གསལ་བྱེད་རེ། ཡིན་ན་ཡང་དུས་ཀྱི་རྣམ་ཐར་གསལ་ཏེ་ག་བ་རེད་ཟེར་ཏེ་ནང་གི་ཡོན་ཏན་དེ་རེད་མ་གཏོགས་ཁོའི་ཚིག་དང་ཏི་ཟུར་ལ་འགྲོ་དགོས་ཡོད་མ་རེད། ཞེས་སོང་བ་སྟེ། བརྗོད་བྱ་གྱི་ཆ་ལ་གྲུབ་སོང་བ་རེད་དེ། འཇགས་མཚམས་གཅིག་རེད། ཡང་ཁོང་གིས་མཛད་པའི་དེ་ལོ་བའི་རྣམ་ཐར་གྱི་ནང་ན། མི་རྒྱལ་གཟུངས་ཐོད་ནཱ་རོ་པས་ཇི་སྙེད་པར་དུ་ང་བསྟེན་བྱས། ཕྱི་རབས་སེམས་ཅན་དོན་གཉེར་རྣམས་ང་ཡི་རྣམ་ཐར་ཁོ་ལ་ཡོད་རྟོགས་པར་འདོད་ན་དེ་ལ་མཐོང། ཅེས་རྟེན་འབྲེལ་གསུངས་བ་ནི། དེའི་ནང་ལ་ནི་ཡང་རྣམ་ཐར་ཟེར་བ་དེ་བྱ་བ་ལ་སྦྱར་ཡོད་རེད། བྱ་བ་ཟེར་བ་དེ་ག་འདྲའི་རིགས་འདུག་དེ་སྦྱར། འོལ་དགའ་བཞད་པའི་རྡོ་རྗེ་ལྷས་དབང་བཞད་པའི་རྡོ་རྗེ་ཆིག་སྟོང་དྲུག་བརྒྱ། དགུ་བཅུ་གོ་བདུན་ལ་འཁྲུངས་ནས་ཆིག་སྟོང་བདུན་བརྒྱ་བཞི་ཞེ་དགུ་ལ་སྐུ་བཀྲོངས་བ་བཅས་རེད་ཁོང་གིས་དུག་སེམས་ཀྱི་འཁོར་ལོ་བསྐོར་བའི་རྣམ་ཐར་ནི་ཆུ་ཕག་སོགས་དང་མཚུངས་ཟེར་གྱི་དེ་འདྲའི་གཅིག་རེད་དུག་སེམས་ཀྱི་འཁོར་ལོ་བསྐོར་བའི་རྣམ་ཐར་གསལ་གཅིག་རྒྱལ་བ་རེད་དེ་ཅི་དེ་ག་ལ་དུག་སེམས་ཀྱི་འཁོར་ལོ་བསྐོར་བའི་ཐར་བ་དང་བྲོ་བ་གསལ་གཅིག་ཡོད་མ་རེད་བ་མེད་ཙང་དེ་སྐྱོབ་པ་ལ་སྦྱར་ཡོད་རེད། སྡིག་སེམས་ཀྱི་འཁོར་ལོ་བསྐོར་བའི་རྣམ་ཐར་ཟེར་ན་སྡིག་སེམས་ཀྱི་འཁོར་ལོ་བསྐོར་བའི་སྤྱོད་པ་དེ་ཁྱི་དང་ཕག་གི་སྤྱོད་པ་དང་མཚུངས་པ་ཅིག་རེད་ཟེར་གྱི་དེ་འདྲའི་ངོས་འཛིན་བྱས་པ་རེད་བྱས་ཙང་དེའི་འགྲེལ་སྟངས་དེ་ལོག་བ་ཅིག་རེད། ད་བྱས་ན་རྣམ་ཐར་ཟེར་དེ་ག་རེ་རེད་ཟེར་དུས་སྐབས་ལ། ད་འདིའི་རྩོད་སྤོང་དང་བཅས་པ་ཆ་ཚང་གཅིག་ཁྱེད་རང་ཚོས་བལྟ་བ་ཡིན་ན། ངས་བྲིས་པའི་ད་ལྟ་གསལ་ནག་གི་ཕྲེང་བ་དེབ་དེའི་ནང་ལ་ཡོད་ཀྱི། རྟག་ཏུ་དངོས་ཀྱི་རྟོགས་བརྗོད་དེའི་ནང་ལ་རྣམ་ཐར་གྱི་སྐོར་གྱི་རྟོགས་དཔྱོད་ཅིག་ཡོད། དེའི་ནང་གི་རྟོག་དཔྱོད་ཀ་རང་ལུགས་དངོས་གནས་དེ་ག་བ་བཞག་ཡོད་ཟེར་ན། རྒྱལ་དབང་འཕྲིན་ལས་རྒྱ་མཚོ་གིས་བྲིས་པའི་རྗེ་རིན་པོ་ཆེ་རྣམ་ཐར་ཆེན་མོ་རྩོམ་མཁན་གཅིག་ཡོད། ཁོང་གིས་བྲིས་པའི་རྗེ་རིན་པོ་ཆེ་རྣམ་ཐར་གྱི་མགུར་དེ་ལ་རྣམ་ཐར་ཟེར་བ་དེ་ག་རེད་ཟེར་ན། ཚུལ་དེ་ལ་བརྟེན་ནས་ཟེར་ད་རྣམ་ཐར་བྲིས་བཞག་རྒྱུ་གི་བརྗོད་བྱའི་དང་བརྗོད་བྱ་ལྷན་ཅིག་ཚོགས་པའི་ཚོགས་པ་དེ་གའི་ཚུལ་དེ་ལ་བརྟེན་ནས་ཨ་ནི་གང་ཟག་དེའི་དད་པ་དང་བགྱི་བ་བསྐྱེད་པ་ལ་བརྟེན་ནས་ཐར་བ་དང་ཐམས་ཅད་མཁྱེན་པའི་ས་བོན་ཐེབས་པ་ཅིག་དགོས་ཀྱི་རེད། མ་གཏོགས་འདི་ནས་འདི་ཕེབས་འགྲོ་བ་འདི་བྱུང་དེ་ནས་དེ་ལ་དེ་གནང་ཟེར་བ་འདྲ་བོ་དེ་འདྲས་ལ་རྣམ་ཐར་གྱི་ཐ་སྙད་ཐོབ་ཀྱི་མ་རེད་ཟེར་ཅེས་ཏག་ཐག་བཅད་ནས་ཅིག་གསུངས་ཡོད་རེད། དེ་གའི་རྣམ་ཐར་གྱི་རྣམ་པ་དེ་ངོས་གཞན་གྱིས་འགྱུར་ཅེས་ཁོའི་མཚན་ཉིད་དེ་ཆ་ཚང་པོ་ཅིག། བཞག་ཡོང་དགོས། ད་དེའི་ནང་བཞིན་དུས་རབས་ཉི་ཤུ་པའི་ནང་ལ་སླེབས་པའི་རྗེས་འཇིགས་མེད་དམ་ཆོས་རྒྱ་མཚོ་ཞེས་གསུང་རྩོམ་གྱི་ནང་ན། རྣམ་པའམ་ཚུལ་དེ་ལ་བརྟེན་ནས་ཐར་བ་དང་ཐམས་ཅད་མཁྱེན་པའི་ཚེར་བགྲོད་པའི་མིག་ལྟོས་འཕར་བའི་མཛད་པ་བཟང་པོ་ཞིག་ལ་རྣམ་ཐར་ཟེར་གྱི་རེད། མཛད་པ་བཟང་པོ་ཞིག་ལ་རྣམ་ཐར་ཟེར་གྱི་རེད། ཅེས་དུ་གསུངས། དེ་བརྗོད་བྱེད་ཀྱི་ཚིག་གཅིག་པོ་གསུང་དགོས་ཡོད་མ་རེད་བརྗོད་བྱ་ལ་སྦྱར་ནས་གསུངས་ཡོད་རེད། ད་གང་ལྟར་ང་ཚོས་འདུག་སའི་སྡོམ་བརྒྱབ་ནས་ལྟ་དུས་ག་ལ་སྔ་དར་དགོས་སྐབས་དང་ཕྱི་དར་བྱེད་དགོས་སྐབས་ལྡུམ་གོང་མའི་རྣམ་ཐར་དུ་བཟོས་ནས་ལྡུམ་བརྒྱབ་ནས་སྟབས་བདེའི་སྐབས་ལ་རྣམ་ཐར་གསལ་ཏེ་བསྟོད་པ་གི་ངོ་བོ་ནི་ཡོད་བསྡད་པ་ཅིག་བས་བཞག་ན་སྒྲུབ་འཇལ་བའི་འབྱུང་གནས་ཀྱིས་མཛད་པའི། ཇོ་བོ་རྗེ་དཔལ་ལྡན་ཨ་ཏི་ཤ་གའི་བསྟོད་པ་སུམ་ཅུ་པ། ནག་ཚོགས་ལོ་ཙཱ་བ་ཚུལ་ཁྲིམས་རྒྱལ་བས་མཛད་པའི་ཇོ་བོ་དགའི་བསྟོད་པ་བརྒྱད་ཅུ་པ། བསྟོད་རྩོམ་གྱི་ལམ་ནས་བྲིས་པའི་རྣམ་ཐར་སྔ་ཕྱི་དེ་རེད་ད་དུ་བཟོ་བྲིས་ཏེ། ཡང་ལོ་ཙཱ་བ་རིན་ཆེན་བཟང་པོ་གི་ངེས་ལྷོར་གུ་གེའི་ཁྲི། ཐང་བ་དཔལ་ཡེ་ཤེས་ཀྱིས་མཛད་པའི་ནགས། ལོ་ཙཱ་བ་ཆེན་པོ་སྐྱེས་མཆོག་རིན་ཆེན་དཔལ་བཟང་བའི་རྣམ་ཐར། བཀའ་བསྐྱེད་སྒྲོལ་མ་ཟེར་གྱི་བ་རེད། ལོ་ཙཱ་བ་རིན་ཆེན་བཟང་པོ་གི་དངོས་སློབ་རེད། ད་དེས་མཛད་པའི་རྣམ་ཐར་དེ། ད་དེས་ཕྱིས་སུ་བྱུང་བའི་རྣམ་ཐར་ཐམས་ཅད་པོ་གི་དཔེ་ལྟ་ས་དེ་དེ་རེད། ཞེས་སོ། ལོ་ཙཱ་བ་རིན་ཆེན་བཟང་པོ་གི་རྣམ་ཐར་དེ་དཔེ་ལྟ་ས་གི་རྣམ་ཐར་དེ་ཆགས་རེད། གང་ལྟར་དེའི་ཕྱི་ལོ་ཆིག་སྟོང་ལྔ་བརྒྱ་ང་ལྔ་ཙམ་ཅིག་གི་རྗེས་ལ་ཨ་ནེ་ཁྲི་ཇོ་རེ་ཇི་ལི་ཀ་ལ་དུས་རབས་བཅུ་གཅིག་པའི་ནང་ལ། རྟ་རྣམ་ཐར་ཟེར་བ་དེ་དེང་སང་རྣམ་ཐར་ཟེར་བ་མང་པོ་ཅིག་ཡོང་བསྡད་བཅུག་གི་དཔེ་ལྟ་ས་དེ་དེ་བ་ནི་ད་ལྷས་བསྡད་བཅུག་ཅིག་རེད། དེའི་ནང་ལ་ག་རེ་གསུངས་ཡོད་ཟེར་ན་དད་པའི་མྱི་གུས་བཤད་པ་དང་བཤད་ནས་གསུངས་པ་ཐེ་བའི་ཕྱིར་རྣམ་ཐར་འདོད་ཙམ་བྲི་བར་བྱ་ཟེར་ཅིག་ད་དེས་ག་རེ་གསུངས་ཟེར་ན་དད་པའི་མྱི་གུས་བཤད་ཡ་དང་བཤད་ནས་གསུངས་བ་དབྱི་བའི་མཛད་པ་དེ་ཚོ་ཚང་མ་ཡི་གེར་བཀོད་གི་ཡིན་གསུངས་ཅིག་ད། དུས་སོང་ཡ། ད་དུས་སུ་བྱས་ན། ང་ཚོ་འདིའི་ནང་ནས་ལྡུམ་གཅིག་བརྒྱབ་ཐུབ་ཡ་དེ་ག་རེད་ཟེར་ན། རྣམ་ཐར་ཞེས་པ་དེ་རྒྱ་གར་ལ་ཡོད་ཆོད་ཅིག་མ་རེད། རྟག་ཏུ་ངོས་ཀྱི་རྟོགས་བརྗོད་ལ་སོགས་པའི་ལིའེར་ཞེས་པ་དེ་འདྲས་ཡོད་རེད། ལིའེར་ཞེས་པ་ཅིག་ལིའི་གི་མཚན་བཏགས་ཡོད་རེད་མ་གཏོགས་རྣམ་ཐར་གྱི་མཚན་བཏགས་ཡོད་མ་རེད། ད་ཡིན་ན། བོད་ཀྱི་རྣམ་ཐར་ཟེར་ཡ་དེ་གོང་དུ་བཤད་པའི་སྐྱོན་འཇིགས་ཆེན་མོ་ལ་སོགས་པའི་གཞུང་ནས་བྱུང་བའི་ཐར་བ་དང་གྲོལ་བ་གི་གཞི་རྐང་དེ་གཞི་ལ་བཞག་ནས། ད། བོད་ཀྱི་སྐད་ཡིག་གི་ཐོག་ནས་ཚུར་མི་ཚེ་གཅིག་གི་བྱུང་བ་ལ་སྦྱར་ཅེས་བར་ཡོང་བསྡད་ཅོ། མགོ་བཙུགས་པ་ནས་མཇུག་བསྡུ་བའི་བར་ལ་སྦྱར་བཞག་རྒྱུ་དེ་གའི་ངག་ཚིག་གི་ཕྲེང་བ་རྩོམ་རིག་གི་རྣམ་གྲངས་གཅིག་ལ་རྣམ་ཐར་ཅེས་སྦྱར་ཏེ། ད་ལྟ། ལོ་ཙཱ་བ་རིན་ཆེན་བཟང་པོ་གི་རྣམ་ཐར་དེ་ནས་མ་མགོ་བཙུགས་བྱ་ཟེར་ཏེ་ཁྱེད་རང་ཚོ་བསམ་བློའི་ནང་ལ་བཅུག་ཉེར་ལགས། ལྟ་གཅིག་ཉལ། ལྟ་བདུན་ཉལ་འོན་ཏེ་ག་ལ་ཉལ་མི་བཅུ་གཅིག་གི་ནམ་ཐལ་གྱི་ནང་ལ། འོ་ན་ནམ་ཐལ་དེ་སྒྲོམ་བཞིན་འདུ་བས་མི་འདུ་བས། ནམ་ཐལ་ཟེར་ན་ཆ་རྐྱེན་ག་རེ་ཚང་དགོས་ཀྱི་འདུ་བས་ཟེར་ལྟ་དེ་ག་ལ། ག་རེ་སོང་ཡོད་རེད་ཟེར་ན་ཆ་རྐྱེན་གསུམ་ཚང་དགོས་པ་སོང་ཡོད་རེད། འཁྲུངས་པ་གདུང་རྒྱུད་ཀྱི་ཆེ་བ། སྦྱངས་པ་ཡོན་ཏན་གྱི་ཆེ་བ། མཛད་པ་ཕྲིན་ལས་ཀྱི་ཆེ་བ། ཆེ་བ་རྣམ་པ་གསུམ་གྱི། མི་ཐག་གི་སྒྲས་ཕྱག་རྒྱུད་གཅིག་གི། ཚིག་གི་ཕྲེང་བ་གཅིག་ལ་ནི་ནམ་ཐལ་ཟེར་གྱི་རེད་ཅེས་དེ་སོང་ཡོད་རེད། རྗེ་རིན་པོ་ཆེ་གིས་དེ་ལ་གདོན་མི་བསྐྱལ་ཏེ་ལ་རིམ་ཆེན་མོ་ནས་རྒྱབ་དུས་ག་ལ་ག་རེ་གསུངས་ཡོད་རེད་ཟེར་ན། རིགས་ཕུན་སུམ་ཚོགས་པར་སྐྱེ་བ་བཞེས་པའི་ཚུལ། རྟེན་དེ་ལ་ཡོན་ཏན་ཉེ་བའི་ཚུལ་གཉིས་ནས་བསྟན་པ་ལ་བྱ་བ་མཛད་པའི་ཚུལ་ཟེར་ཅེས་ད་ལྟའི་ཟབ་ཁྱད་ཆེན་པོ་གསུམ་དེའི་ནང་ལ་ཚང་བའི་ངག་ཚིག་གི་ཕྲེང་བ་གཅིག་གི་ཉིང་ལ་མིང་ལ་གནས་རྣམ་ཐར་ཟེར་གྱི་རེད་ཟེར་ཅེས་ད་དུས་སུ་བསྡུ་བརྒྱབ་ཡོད་རེད། བྱས་ཙང་དེའི་ཐོག་ནས་ག་རེ་བྱེད་ཀྱི་འདུག་ཟེར་ན་རྣམ་ཐར་ཟེར་དུས་ག་ལ་ཨ་ནི་རིགས་ཕུན་སུམ་ཚོགས་པར་སྐྱེ་བ་བཞེས་བ་གི། གནས་ཚུལ་གཅིག་ཡོང་དགོས་ཀྱི་འདུག་དེ་ནས་གཅིག་དེ་རྐྱང་པའི་ཡོན་ཏན་གཅིག་ཡོང་དགོས་ཀྱི་འདུག་རྐྱང་པའི་ཡོན་ཏན་དེའི་ཐོག་ནས་རྟོགས་པ་མངོན་དུ་གྱུར་ཏེ་བསྡུ་བྱ་རྐྱང་པའི་མཛད་འཕྲིན་གྱི་རིམ་པ་གཅིག་ཡོང་དགོས་ཀྱི་འདུག་རེད་པ། དོན་ཚན་གསུམ་དེ་ཚང་བ་གཅིག་ཡིན་ན་ད་རྣམ་ཐར་ཟེར་བ་དེ་ཡོང་གི་འདུག་འདིའི་ཁུངས་གཏུགས་ས་དེ་ག་བ་ཆགས་བསྡད་ཡོད་རེད་ཟེར་ན། སྐལ་བཟང་གི་ནང་ལ་བདུད་སྡེའི་སྐལ་བཟང། བདུད་སྡེའི་སྐལ་བཟང་དུ་སྣང་ཅུང་ཡོད་པ་ཡིན་ན། རིགས་ནི་གཅིག་ཅིག་གཅིག་གོ། རིགས་ནི་ཉི་མ་གཅིག་ཅིག་གཅིག་སོ། ཞབས་འབྲང་བ་ནི་བྱིན་བརླབས་བླང་སྟོང་ངོ། ཞེས་དེ་ཡོད་རེད། ར། འོད་ཟེར་ནི་འདོམ་གང་ངོ་ཞེས་ཨ་ཅེ་དུ། དེས་ག་རེ་གསུང་གོ་ཟེར་ན། རིགས་དང་རིགས་ཀྱི་ཆེ་བ་སྟེ་འཁྲུངས་པ་གདོང་འཇུག་ཀྱི་ཆེ་བ་ཟེར་དེ་རེད། འཁོར་ནི་ཅི་ཅི་ཅི་ཅི་ཅི་ཟེར་ཏེ་བདུད་བཞག་གི་འཁོར་བཅས་རིམ་པ་དེ་རེད། དེས་ག་རེ་གསུང་ངོ་ཟེར་ན། སྦྱིན་པ་ཡོན་ཏན་གྱི་ཆེ་བ་འཁོར་དེ་ལ། བླ་མ་གི་འཁོར། སློབ་མ་གི་འཁོར། འོ་དེ་གཉིས་ཆ་ཡོད། བྱས་ཙང། སྦྱིན་པ་ཡོན་ཏན་གྱི་ཆེ་བ་དེ་དེའི་ནང་ནས་བཏོན་ཡོང་གོ་རེད། མཛད་པ་ཕྲིན་ལས་ཀྱི་ཆེ་བ་འོད་ཟེར་འདོམ་གང་མོ་ཟེར་ཏེ་འོད་ཟེར་ཟེར་ཏེ་ཀ་ལ། ཕྲིན་ལས་ཀྱི་ཆབ་པའི་འོད་ཟེར་གྱི་ཚད་དེ་གསུང་ངོ། རེ་བ། བྱས་ཙང་དེའི་ཁུངས་དེ་དེ་ཡོད་རེད་ཟེར་གྱི་ནམ་ཅན་ངའི་འགྲེལ་བཤད་དུ་ཟེར་རྒྱབ་དགོས་ད། རྣམ་པ་ཚོས་གང་འཐད་དང་མ་འཐད་དེ་གཟིགས་ཡ་རེད་ད། ད་རྣམ་ཐར་རྩོམ་རིག་གི་འབྱུང་རྐྱེན་རེད་ད་རྣམ་ཐར་ཟེར་ཡ་དེ་ག་འདྲ་སུ་བྱུང་མ་བྱུང་དེ་ད་འདི་ལྟོས་ཟེར་གྱི་རེད་ད་རྣམ་ཐར་རྩོམ་རིག་ཟེར་ཡ་དེ་ག་འདྲ་སུ་བྱུང་བ་རེད་ཟེར་ཏེ་ཀ་ལ། འདི་རྒྱ་གར་གྱི་རིག་གནས་གཅིག་གི་ནང་ནས་ཡོང་རྒྱུ་གཅིག་རེད་ད་ཐ་སྙད་རྒྱ་གར་གྱི་རིག་གནས་གཅིག་གི་ནང་ནས་ཡོང་རྒྱུ་རེད་དེ་ཡིན་ན་ཡང་རང་སྐྱ་འཕར་བའི་རྩོམ་ལུས་ཀྱི་རྣམ་པར་གྲུབ་པའི་རིག་གནས་གཅིག་མ་རེད་རྒྱ་གར་གྱི་རང་སྐྱ་འཕར་བའི་རྩོམ་གྱི་ལུས་ཀྱི་རྣམ་པར་གྲུབ་པའི་གནས་དེ་འདྲའི་གཅིག་རྩ་བ་ཉིད་ནས་མ་རེད་ད་ལྟ་བོད་ཀྱི་དམིགས་བསལ་གྱི་སྤྱི་ཚོགས་དང་དམིགས་བསལ་གྱི་ལོ་རྒྱུས་དམིགས་བསལ་གྱི་ལྟ་གྲུབ་ཅིག་ལ་བརྟེན་ནས་རིམ་པ་བཞིན་དུ་ད་འདུག་སུ་ཟིག་བཞག་པའི་རྩོམ་ལུས་ཀྱི་གྲུབ་ཆ་གི་རིགས་གཅིག་རེད་ད་འདི་རྣམ་ཐར་འདི། འདུས་སུ་ལྟ་དུས་ཀ་ལ་རྣམ་ཐར་རྩོམ་རིག་གསལ་ཏེ་རྒྱ་གར་དུ་མེད་པ་ཅིག་དང་རྒྱ་ནག་ལ་ཡང་མེད་པ་ཅིག་ང་ཚོ་བོད་ཀྱི་ཐུན་མོང་མ་ཡིན་པའི་རིག་གཞུང་ཅིག་འདུས་སུ་ཡོང་བསྡད་ཆོས་ཅིག་རེད། མང་ཆེ་ཤས་ཡིན་ན་གཞན་དག་ཡིན་ན་ལུས་ལྗིད་ཀྱི་ཐོག་ནས་ཕར་འགྲོ་བསྡད་ཆོས་ཕེབས་བསྡད་ཆོས་ཅིག་རེད་བྱ་འོ་དེ་བསམ་བློ་ནང་ལ་ཅིག་ཉར། ད་སྤྱི་ཚོགས་རིག་གནས་ཀྱི་བརྗིད་ཆགས་ག་བ་ཅིག་ལ་བརྟེན་ནས་ཁོ་སླེབས་ཆོས་ཅིག་རེད་ཟེར་ན་རྒྱ་གར་གྱི་བསྟོད་ཚོགས་དང་སྐྱེས་རབས་བསྐྲངས་ཡུལ་ལུགས་ཀྱི་རྟེན་གྱི་ལྷ་བྱ་གཏམ་རྒྱུད་བདེ་གར་ངག་རྒྱུན། དེ་འདྲའི་མང་པོ་འདུག། དེའི་ནང་ནས་ད་ཚར་ལན་གྱི། ད་དུ་གསང་རྒྱུད་དཔེ་བཞག་ན། སྐྱེས་རབས་དཔག་བསམ་ཁྲི་བྱང། སྐྱེས་རབས་ཚོར་བཞི་བ། འདི་གཟུགས་ཀྱི། ད་རྟོགས་རྒྱུད་ཀྱི་ནང་ནས་ཚུར། རྣམ་ཐར་གྱི་རྣམ་པ་ཅན་ནས་ཚུར། སྟོན་བཞག་བརྗོད་ཅིག། རེ་བ། ཚིག་ལྷུག་གི་རྣམ་པ་ཅན་ནས། འདུག་ས་གཟུགས་ཀྱི། ད་རྟོགས་རྒྱུད་ཀྱི་ནང་ལ། ཁུ། རྩོམ་སྟངས་གཞན་པ་ཅིག་ཅིག་ནས་ཡོད་ན་རྣམ་ཐར་གྱི་ནང་ལ་དང་གི་ངས་བཤད་པ་ནང་བཞིན་གྱི་སྐུའི་འཁྲུངས་པ་ནས་ཐེ་ཚོམ་བཅད་པ་དང་རྟོག་པ་མངོན་དུ་གྱུར་བ་ནས་མཛད་པ་འཕྲིན་ལས་རྐྱང་པ་གི་མདུན་སུ་དུམ་མཚམས་བཅད་ནས་ཡོང་བསྡད་ཆོས་ཅིག་དེ་ཅི་དེ་ག་ལ་བོད་སྐུའི་རྣམ་ཐར་རྩོམ་རིག་གི་འབྱུང་རྐྱེན་འདྲ་བོ་དེ་འདྲའི་ཅིག་གི་ཐོག་ནས་ཡོང་པ་ཅིག་རེད་ད་མདོར་དེད་ནས་ཤི་བ་ཡིན་ན་དུས་རབས་བཅུ་གཅིག་པའི་དུས་དཀྱིལ་ནས་བཟུང་བྱས་ཏེ་བོད་ཀྱི་སྔ་དར་གྱི་སྐབས་ཀྱི་རྩོམ་རིག་ཅིག་དང་ཨ་ནི་སྒྱུར་རྩོམ་གྱི་རྨང་གཞི་ཡི་ཐོག་ལ་འཁྲུངས་རབས་ཀྱི་ལད་མོ་བཅིངས་ནས་ཡོང་བསྡད་བྱུང་བའི་ད་རྩོམ་རིག་བྱེ་བྲག་པ་ཞིག་ད་དེ་ལ་སྣང་མཐར་ཟད་ཅེས་ད་འདོད་སྲིད་རྒྱལ་བར། ད་དུས་རབས་ཇི་སྙིད་པ་ནས་ར་ད་དུས་རབས་ཇི་སྙིད་པའི་སྐབས་ནས་ད་རང་རྣམ་གསལ་ཏེ་འགོ་ཚུགས་ཡོད་རེད་རང་རྣམ་གསལ་ཏེ། རང་རྣམ་གསལ་ཏེ་འགོ་ག་འདྲ་སུ་ཚུགས་ཡོད་རེད་ཟེར་ན། ཚལ་བ་ག་རྒྱུད་ཀྱི་གདན་རབས། ཞིང་ཡེ་གྲགས་པ་བརྩོན་འགྲུས་ཡང་དྲུང། ཆིག་སྟོང་བརྒྱ་དང་ཉི་ཤུ་རྩ་གསུམ་ལ་འཁྲུངས་ནས་ཆིག་སྟོང་བརྒྱ་དང་དགུ་བཅུ་གོ་གསུམ་ལ་སྐུ་བཞུགས་པ་དེ་གའི་རང་རྣམ་བྲིས་ཡོད་རེད། ཀཱ་མ་ཀུན་འཕྲང་གཉིས་པ་ཀཱ་མ་བག་ཕྱེ། ཆིག་སྟོང་ཉིས་བརྒྱ་བཞི་ནས་ཆིག་སྟོང་ཉིས་བརྒྱ་བརྒྱད་བྱ་གསུམ་དེར། བརྒྱ་ཕྲག་བཅུ་གསུམ་པའི་ནང་ལ་སྐུ་འཁྲུངས་བ་ཁོང་གིས་རང་རྣམ་བརྩམས་ཡོད་པ་རེད། དེའི་ནང་བཞིན་ཤིང་བ་བཀའ་བརྒྱུད་ཀྱི་གདན་རབས། རིགས་གོང་བ་སངས་རྒྱས་སྟོན་པ་དེ་རབས་བཅུ་གསུམ་པའི་ནང་དུ་བྱོན་པ་ཅིག་རེད་འདོད་ཅེས། གཏེར་སྟོན་པ་མགུར་རིག་ཆེ་ཧང། ཆིག་སྟོང་ཉིས་བརྒྱ་ཇི་གཉིས་ནས་ཆིག་སྟོང་ཉིས་བརྒྱ་བདུན་གཅིག་གི་བར་གྱི། རེད། མི་སྣ་ཅིག་རེད་ཁོང་གིས་རང་རྣམ་བརྩམས་ཡོད། ད་དེ་ནས་མ་རིམ་པ་བཞིན་དུ་བྱས་ནས་ཡོང་དུས་ག་ལ། ད་དེ་རབས་བཅུ་བདུན་པའི་ནང་ལ། ད་རྒྱག་ངག་ཆེན་མོ་ཞིག་རང་རྣམ་ཏི་ཀུ་ལི་ཀི་བཟང་བསལ་ཏེ་བརྩམས། དེ་བརྩམས་རྗེས་ད་རྣམ་ཐར་དང་རང་རྣམ་བསལ་ཏེ་བརྗོད་བྱ་གི་ཆ་ནས་པའི་ཁྱབ་ཆེ་རུ་ཕྱིན་པར་ད་ཁྱབ་ཆེ་རུ་ཕྱིན་གྱི་རྒྱལ་ཁབ་ཅིག་གི་དུས་སྐབས་ཅིག་གི་ལོ་རྒྱུས་མཚོན་ཐུབ་པ་ཅིག་ད་དེའི་ནང་ལ་ང་ཚོས་ཐར་བ་དང་ཐམས་ཅད་མཁྱེན་པའི་ལམ་གྱི་ལམ་འགྲོ་ཚུལ་གྱི་རྣམ་གཞག་གཅིག་པོ་མ་ཡིན་པ། ཆབ་སྲིད་དང་དམག་འཁྲུག་དང་འཐབ་རྩོད་ཀྱི་བརྒྱུད་རིམ་དང་བཅས་པ་ཚང་མ་ཆ་ཚང་གཅིག། ཆོས་དང་ཆབ་སྲིད་གཉིས་ཀ་རྩིག་ལག་རྣམ་པ་གཉིས་ཀྱི་གོ་རིམ་གཅིག་གང་ཟག་གཅིག་གི་བྱ་བ་གི་ཁྱད་པར་དང་འབྲེལ་ནས། ཚིག་གི་སྡེབ་སྦྱོར་གྱི་ཕྲེང་བ་སྤེལ་བ་བཅས་བོད་དུ་ཆེན་པོ་གསུམ་བྱུང་བ་རེད། ཨོ་བྱས་ཙང་དེའི་སྐབས་ཀྱི་ནི་ད་རང་རྣམ་གྱི་རྣམ་གཞག་དེ་ད་མར་རྒྱ་ཆེན་པོ་ཅིག་ནས་ད་ལྟར་བཞག་པ་ཅིག་དེའི་ཤུགས་རྐྱེན་རྒྱ་ཆེན་པོ་ལྟར་དེ་ཤེས་ཐུབ་པ་ཅིག་རེད། ད་དེ་ནས་མར་ཡོང་དུས་སྐབས་ལ་ད་ང་ཚོས་ཉེ་བའི་དུས་རབས་ད་བརྒྱ་ཕྲག་ཉི་ཤུ་པའི་ནང་བརྒྱ་ཕྲག་ཉི་ཤུ་པའི་ནང་ལ་ད་རང་རྣམ་གི་ནང་གི་ད་གྲགས་ཅན་རང་རྣམ་ཕྱི་རྒྱལ་གྱི་ད་ཁོ་མི་ཚེ་གི་མི་ཚེ་རང་གི་ལོ་རྒྱུས་བརྗོད་པའི་ཤུགས་རྐྱེན་ཐེབས་བསྡད་པ་ག་རེད་ཟེར་ན་ད་རྒྱ་བར་མི་ཆེ་རང་རྣམ་ངེད་ཀྱི་ད་ངེད་ཀྱི་མི་མང་ཕྱི་ཡུལ་གྱི་སྐར་ས་ཕྱི་ཡུལ་གྱི་རང་དབང་ས་ད་དེ་ཚོ་གི་བྲིས་ཏེ་ཕྱི་རྒྱལ་གྱི་ད་མི་རིགས་ཀྱི་རྩོམ་སྟངས་ཀྱི་རྣམ་པ་ཁ་གསལ་ཞིང་གོ་བདེ་བ

སྤྱི་སྟངས་ཀྱི་ཐོག་ལ། ཁོས་རང་རྣམ་དེ་ཡག་པོ་ཡོད་པའི་ད་རྣམ་པ་ཅིག་འབུར་དུ་བཏོན་ཡོད་རེད། དཔེ་མཚོན་ཅིག་ཞུས་པ་ཡིན་ན་ང་ཚོ་ལ་ཡོངས་སུ་གྲགས་པའི་ད་མཁས་བ། ང་ཚོའི་བླ་མ་རིན་པོ་ཆེ་པད་ཚེ་བརྟན་ཞབས་དྲུང་རིན་པོ་ཆེ། ཁོང་གིས་རང་རྣམ་བྲིས་ཡོད་རེད། རང་རྣམ་དེ་ནི། རང་རྣམ་དེའི་ནང་ལ་ག་རེ་གསུངས་ཡོད་རེད་ཟེར་ན། འཁོར་བའི་འདམ་ལས་སོར་རྐང་མ་འཕགས་ཕྱིར། རྣམ་ཐར་བྱ་བའི་མིང་འདོགས་བྱེད་མི་ཨེས། ཉམས་རྟོགས་ཡོན་ཏན་རི་བོང་རྭ་མཚུངས་ཕྱིར་རྟོགས་བརྗོད་བྱ་བའི་མིང་ཇི་ལྟར་རིགས། དེས་ག་རེ་གསུངས་ཡོད་རེད་ཟེར་ན། ཁོ་བོའི་འདམ་ལས་ཅུང་ཟད་ཅིག་མ་ཕབ་པ་ཡིན་ཙང་དེའི་ལུས་རྒྱུས་འགྱུར་བ་ཅིག་ལ། རྣམ་ཐར་ཟེར་བ་ཅིག་ཐོག་ས་མི་འདུག་ཟེར་དེ་གིས་རྣམ་ཐར་ཟེར་བ་དེ་ལ་ག་འགྲེལ་ཅིག་དགོས་དགོས་རེད་ཟེར་ན། ཁོ་བོའི་འདམ་ལས་ཇི་ལྟར་ཕག་པའི་བརྒྱུད་རིམ་དང། ཇི་ལྟར་ཕག་ཡོད་པ་དང་ཕག་ནས་ད་བསྟན་པ་ལ་བྱ་བ་བྱེད་ཚུལ་གྱི་རིམ་པ་ཅིག་དགོས་ཀྱི་འདུག་ཟེར་དེ་ཁོང་སོགས་ཀྱི་འཛིན་མཚམས་ཅིག་རེད། བྱས་ཙང་ཁོང་གིས་རང་རྣམ་བརྗོད་དེའི་སྐབས་ལ་ཐུགས་རེའི་ཡོན་ཏན་བདུན་ལྡན་གྱི་སྒོ་ནས་རྒྱལ་ཡོད་རེད་ང་ཐུགས་རེའི་ཡོན་ཏན་བདུན་དང་ལྡན་པ་ཅིག་ཡིན་ཀྱི། ད་རིག་གཟིགས་འབྱོར་དང་དབང་ཤེས་ཤེས་རབ་དང་ཚེ་རིང་ནད་མེད་བདེ་དང་ལྡན་པར་ཤོག་ཟེར་གི། ཐུགས་རེའི་ཡོན་ཏན་བདུན་ལྡན་ངི་སྒོ་ནས་རང་གི་རྣམ་ཐར་ཅིག་བརྗོད་ཡོད་རེད་ར། དེའི་ནང་ལ་རྣམ་ཐར་ཟེར་ཏེ་ང་ཚོ་དུས་རབས་རིམ་བྱུང་གི་རྣམ་ཐར་རྩོམ་རིག་གི་ངོས་འཛིན་དང། དེའི་གི་ད་གར་སོ་གི་རེད། རྣམ་གཞག་གི་ཐོག་ནས་ངོས་འཛིན་བྱས་དུས་སྐབས་ལ་ད་རང་གསུངས་ཡོད་རེད། དེའི་ནང་བཞིན། ད་ལྟ་མཁས་པའི་དབང་པོ་མུ་གེ་བསམ་གཏན་རིན་པོ་ཆེ་ཁོང་གིས། ཨ་ལགས་བླ་ཁོ་རྡོ་རྗེ་འཆང་རྗེ་བཙུན་འཇིགས་མེད་འཕྲིན་ལས་རྒྱ་མཚོ་གི་རྣམ་ཐར་ཅིག་ཡོད་རེད་དེའི་ནང་ལ་ག་རེ་གསུངས་ཡོད་ཟེར་ན། འགའ་ཞིག་དགྲ་འདི་ལ་ངན་སྐྱོང་དམག་ལས་ལ་སོགས་བརྗོད་པ་ལ། རྣམ་ཐར་དང་ནི་རྟོགས་བརྗོད་ཅེས་སོགས་ཕྱིས་ཀྱི་ཐ་སྙད་འདོགས། དེ་ལྟའི་སྒྲོ་སྐུར་གཏམ་ལ་རྣམ་ཐར་རྟོགས་བརྗོད་མིང་གིས་ཅི། བདག་ནི་རང་བཞིན་འཁོར་བའི་ཚུལ་ལས་ཐར་ལ་རྣམ་ཐར་འདོད། ཟེར་གྱི་ཁོང་རྣམ་པ་གཉིས་ཆ་གིས་རྣམ་ཐར་ཟེར་ཏེ་དེ་འདྲའི་ཅིག་ལ་བཤད་དགོས་རེད་མ་གཏོགས་ཚང་མ་ལ་རྣམ་ཐར་ཟེར་གྱི་མ་རེད། འདི་ནས་འདི་འཕེལ་བ་རེད་འདི་ནས་འབུལ་བ་འདི་བྱུང་བ་རེད། འདི་ནས་འདི་རིགས་ཀྱི་དཔལ་འབྱོར་ཆེན་པོ་ཆགས་རེད་ཟེར་བ་དེ་འདྲའི་རྣམ་ཐར་མ་རེད་གསུང་དགོས་རེད་དེ། ཁྱེད་བ་དེ་གཉིས་ཀྱིས་ད་རྣམ་ཐར་ཟེར་གྱི་ལྡུམ་རྒྱག་སྟངས་དེ་དུས་སུ་རེད། མ་ཟད་ཁོང་གིས་རྣམ་ཐར་གྱི་ནང་ལ་ག་རེ་གསུང་ཡོད་ཟེར་ན་འོ་ན་རྣམ་ཐར་ག་རེ་རེད་ཟེར་ཏེ། མདོ་སྔགས་གཞུང་ཆེན་ལས་བཤད་ས་དང་ལམ་གྱི་རྟོགས་པ་དག་རིམ་པར་ཐོས་པའི་གཏམ་ལ་རྟོགས་བརྗོད་བྱས་སུ་ཁྱེད་ལ་གྲགས། འཁོར་བའི་ཆོས་ལ་འཇོལ་ཉོག་སྤྱོད་ཅིང་གསོལ་སྡོང་ཁྲིམས་གཅོད་དག་བརྗོད་པར་རྟོག་བརྗོད་བྱས་པའི་སྒྲ་འདི་གླིང་བུ་གཏམ་ཉིད་དུ་བྱས། ད་དེ་འདྲའི་གནས་གལ་མི་དགེ་བསམ་གཏན་གྱི་ངེས་འཛིན་གྱི་སྟངས་དང་སྤེལ་ཚེ་དེ་ཞབས་དྲུང་རིན་པོ་ཆེའི་རྣམ་པ་གཉིས་ཀའི་གནས་དང་རྣམ་ཐར་གསལ་ཏེ་དེ་འདྲའི་གཅིག་དགོས་ཀྱི་རེད་ཟེར་གྱི་དེ་སོགས་འདུ་བྱེད་ཙམ་ལྟ་ངེས་འདུག་ཟེར་བཤད་དེ་ག་ལ་དུས་ཚོད་ཀྱི་ཆ་ནས་ད་ལྟ་སྦྱར་མཚམས་གསལ་ཅིང་འདུ་ངེས་དེ་བདག་བསྒྲིལ་ནས་ཞུས་བཞག་ན། རྣམ་ཐར་གསལ་ཏེ་དུས་རབས་བརྒྱད་པ་གྱི་ནང་ལ་བྱུང་བའི་ཐ་སྙད་ཅིག་རེད་འདུག་སྔ་དར་བསྟན་པའི་སྐབས་ལ་ཅུང་བྱ། ཡིན་ནའང་དེ་ཡོན་ཏན་གྱི་ཆ་དང་སྤྱོད་པ་གི་ཆ་དང་བྱ་བ་གི་ཆ་ལ་སྦྱར་བ་ཅིག་རེད་མ་གཏོགས་ཅིག་གིས་མི་ཞིག་གི་མི་ཚེ་གི་བརྒྱུད་རིམ་མགོ་བཙུགས་པ་ནས་མཐར་མཇུག་བསྡུ་བའི་རིམ་པ་གི་བར་ལ་སྦྱར་བཞག་རྒྱུ་ཅིག་མ་རེད་དོ། དེ་རྗེས། དུས་རབས་བཅུ་གཅིག་པའི་ནང་ནས་ད་བོད་ལ་ཕྱི་དར་བསྟན་པའི་སྐབས་ནས་བཅུས་ནས་རྣམ་ཐར་གསལ་ཏེ་མགོ་ཚུགས་བྱ། པའི་རྟེན་ས་དེ་ལོ་ཙཱ་བ་རིན་ཆེན་བཟང་པོ་གའི་རྣམ་ཐར་བཀའ་སྐྱེལ་སྒྲོལ་མ་ནས་བྱས་ནས་ནི་ཕྱི་ནས་རྣམ་ཐར་དུ་འགོ་བཙུགས་བྱ་དོ་ཟེར་ཏེ་དེའི་ཕྱིར་རང་ཚོའི་བསམ་བློ་འདང་ལ་ཅིག་ཉེར་བྱས་ཨ་རེ་བ། དེ་ནས་ད་མྱ་མི་ཇོ་བོ་རྗེ་གི་རྣམ་ཐར་ལ་སོགས་པ་ནག་ཚོ་གི་བྲིས་བ་དང་ཇོ་བོ་གི་རྣམ་ཐར་ལ་སོགས་པ་དེ་གི་དཀའ་ཐིག་ལ་རྣམ་ཐར་ཟེར་ཏེ་དེས་སྒྲིག་གཞི་ཡོད་པའི་ངོ་བོ་ལ་ཆགས་ཅེས་ག་རེ་ཚོགས་འདུག་ཟེར་ན། རིགས་ཕུན་སུམ་ཚོགས་པར་སྐྱེ་བ་ཞེས་པའི་ཚུལ་དེ་ལ་བརྟེན་དེ་ལ་ཡོན་ཏན་ཉེ་བའི་ཚུལ་གཉིས་ནི་བསྟན་པ་ལ་བྱ་བ་མཛད་པའི་ཚུལ་ཞེས་རྗེ་རིན་པོ་ཆེ་གིས་ད་གདོན་བརྒྱབ་པའི་ས་བཅད་འདིའི་ནང་ལ་སྒྲོམ་གཞི་འདིའི་ནང་ལ་ཚུད་ཐུབ་པ་ཅིག་དགོས་འདུག་ཅེས་ད་ལྟའི་བསམ་བློའི་ནང་ལ་གཅིག་ཉེར། དེ་ནས་དུས་རབས་བཅུ་གཅིག་པའི་ནང་ལ་རང་རྣམ་གྱི་མགོ་ཚུགས་བྱ་བ་ཞེས་དེ་བྱས། ད་རང་རྣམ་གྱི་བརྩོན་འགྲུས་ཀྱི་བྲིས་ཏེ་མང་ཆེ་ཤས་གར་སི་གོ་རེད། ཧ་ཅང་གིས་ད་ཚད་སྙན་གྲགས་དང་དུ་བཟོ་ལ་གང་ཡང་མི་ལྟ་ཉན། སྤྱོད་པ་དང་དུས་སོགས་ཀྱི་ཐོག་ནས་དེ་འདྲའི་ལྟ་མི་ལྟ་ཉན་པས་ཆགས་ན་ལྷའི་དབང་བཞེད་པའི་རྡོ་རྗེའི་བློ་གསལ་འཕྲིན་ལས་ཀྱི་རྟོགས་རྣམ་ལྟ་བུ། འགྲུབ་པ་གང་ལགས་ཀྱི་རྟོགས་རྣམ་ལྟ་བུ་དེ་འདྲའི་ཚུལ་ཡིན་ན་ཁོ་རང་བཞིན་གྱིས་འདོད་པའི་ཡོན་ཏན་ལ་ལོངས་སྤྱད་པས་རྣམ་པར་ཐར་བ་དུས་སོགས་ཡི་གེ་ཕྲེང་བ་ལ་སྤེལ་བཞག་རྒྱུ་དེ་འདྲའི་རེ་རང་རྣམ་དུ་མང་ཆེ་ཤེས་ར། ཡིན་ན་ད་ད་ང་ཚོས་ཉེ་བའི་དུས་རབས་ཀྱི་ནང་ལ་དཔེ་བྱས་ཏེ་ཞབས་དྲུང་རིན་པོ་ཆེ་དང་མཁས་དབང་མི་དགེ་བསམ་གཏན་ལ་སོགས་པའི་རྣམ་ཐར་དུས་སོགས་ཀྱི་བྲིས་ཏེ་དངོས་གནས་དྲངས་ནས་ཀྱི་རང་ཉིད་ག་བ་ནས་ཡོད་པ་ཅིག། གཞི་ལ་བཤགས་ནས་ནི་མི་ཚིག་གི་ལུས་དཀྱིལ་གྱི་འཕྲེང་བ་བརྟན་པ་ལ་བཤིག་པ་ལ་སོགས་པའི་ནི་རྣམ་ཐར་ཇི་ལྟ་བ་བཞིན་བརྗོད་པ་བཅས་རེ་མ་གཏོགས་སྒྲོ་བཏགས་ཀྱི་ཆ་ནས་ཕ་བཟོ་ཡ་ཅུང་ཟད་ཀྱང་མེད་པ་ཅིག་ལ་ངོས་འཛིན་བྱས་བྱ་སྲིད་ད་སྦྱར་མཚམས་དེ་དུས་སུ་ཡིན་རོ། ད་དེའི་རྣམ་ཐར་རྩོམ་རིག་གསལ་ཏེ་འགྲོ་ཚར་བ་ཅི། དེ་ནི་ད་རྟོག་བརྗོད་རྩོམ་རིག་གསལ་ཏེ་ཡིན་ད་སྔ་སོ་རྟོག་བརྗོད་རྩོམ་རིག་རྟོག་བརྗོད་རྩོམ་རིག་གསལ་ཏེ་ད་རྒྱ་གར་གྱི་ནང་ལ་ད་ཤུགས་ཆེན་པོ་ཡོང་འདོད་ཅིག་ཅིག་རེད།

རྟོགས་པ་བརྗོད་པའི་སྡེའི་སའི་སྡེ་མཚན་ལོགས་སུ་ཡོད་པ་གཅིག་ནི་ད་རིམ་པ་བཞིན་དུ་འཕེལ་རྒྱས་བྱུང་བ་ཆེ་སྟེ། ཅེས་ཤེས་དགོས་འདུག་འོ་ན་རྟོགས་བརྗོད་ཅེས་པ་དེ་རྒྱ་གར་གྱི་དེ་ནས་ཚུར་ཡོང་རྒྱུ་ཅིག་ཡིན་པ་ཡིན་ན། ལག་འཁྱེར་གྱི་སྐད་ལ་ཨ་ནི་རྟོགས་བརྗོད་ཟེར་བ་དེ་ག་རེད་ཟེར་ན་ཨ་བ་མདའ་ནམ་ཟེར་ཏེ་ཨ་བ་མདའ་ནམ། ནམ་ཐིག་གི་མིང་ལ་ལག་འཁྱེར་སྐད་ལ་འབུམ་མོ་ཆ། རྟོགས་བརྗོད་ལ་ཨ་བ་མདའ་ནམ། ཨ་བ་མདའ་ནམ་ཟེར་དེ་ག་རེ་གསུང་དགོས་རེད་ཟེར་ན། མ་རྟོགས་པའི་དོན་དཔེའི་དང་བཅས་པ་གསལ་བར་སྟོན་པའི་སྡེ། མ་རྟོགས་པའི་དོན་དཔེའི་དང་བཅས་པ་གསལ་བར་སྟོན་པའི་སྡེ། ཅེས་དེ་གསུངས་ཡོད། མ་རྟོགས་པའི་དཔེའི་དོན་དང་བཅས་པ་གསལ་བར་སྟོན་པའི་སྡེ་ཡིན་པ་དེ། ཁུངས་ག་བ་ཡོད་རེད་ཟེར་ན། གུན་གཏིག་གི་འགྲེལ་བ་གི་ནང་ལ་རེད་པ། གུན་གཏིག་གི་འགྲེལ་བ་གི་ནང་ལ། རྟོགས་པ་བརྗོད་པའི་སྡེ་ནི་དཔེ་དང་བཅས་པར་གསུངས་པ་དེ། དེའི་དོན་གསལ་བར་བྱེད་པའི་ཕྱིར། མངོན་དུ་གསལ་བར་བྱེད་པའི་ཕྱིར་རོ། གང་བརྗོད་བྱ་གི་དོན་དེ་རྟོགས་ལྷ་ཡག་གི་དོན་དག་ལ། བརྗོད་བྱའི་དོན་དེ་དཔེ་ཡི་སྒོ་ནས་གཙོ་ཆེར་སྟོན་པ་ཅིག་ལ། རྟོགས་པ་བརྗོད་པ། རྟོགས་ལྷ་བའི་ཕྱིར་དུ། དཔེ་ཡི་སྒོ་ནས་བརྗོད་པ་དེ་ལ། རྟོགས་བརྗོད། རྟོགས་བརྗོད་ཅེས་དེ་གསུངས། ལིང་གར་ཞགས་པའི་མདོ་གི་ནང་ལ། ཁོས་བརྗོད་བྱ་བྱེ་བྲག་པ་བཀར་ནས་ཉན་ཐོས་རྣམས་ཀྱི་ཚིག་གཞན་དུ་སྐྱེས་པ་རྙེད་དེ། ལ་ལས་དོན་གཅིག་པར་རྟོགས་པ་ནི་ཅི་ལྟར་དཔལ་སྡེ་དགེའི་རྟོགས་པ་བརྗོད་པ་དང་གཅིག་ན་ནོར་བུའི་རྟོགས་པ་བརྗོད་པའོ། ཅེས་དང། ཉན་ཐོས་ཀྱི་གང་ཟག་ཁྱད་པར་ཅན་གྱི་ཚེ་རབས་གཞན་གྱི་རྟོགས་པ་བརྗོད་པ་དེ་འདྲའི་དཔེ་བཀོད་ནས་གསུངས་ཡོད་རེད། གང་ལྟར་ན་རྟོགས་བརྗོད་གསལ་ཏེ། བསྟན་འགྱུར་གྱི་ཁྲོད་དུ་ཞུགས་པའི་སྒྱུ་རྩོམ། དེ་ནི་བོད་མཁས་པ་རང་གིས་བརྩམས་པའི་རྟོགས་བརྗོད་གཉིས་བཅས་ནི་ད་རྒྱ་གར་གྱི་ནང་ལ་ཤུགས་ཆེན་པོ་ཡོད་པ་བཅས་རྒྱ་གར་གྱི་མཁན་པོ། སྡེ་མི་ཤེས་རིག་བ་གྲྭ་ལོ་ཙཱ་བ་རིན་ཆེན་བཟང་པོ་གཉིས་ཀྱིས་བསྒྱུར་བ་གསེར་མདོག་གི་རྟོགས་བརྗོད། ཡང་རྒྱ་གར་གྱི་མཁན་པོ་འཛི་ན་མི་ཏྲ་དང་ལོ་ཙཱ་བ་བན་དེ་སྡེ་བ་ཅནྡ་ར་གཉིས་ཀྱིས་བསྒྱུར་བའི་གང་པོ་ལ་སོགས་པའི་རྟོགས་པ་བརྗོད་པ་རྒྱ་བ་སྟེ་ནི་ཡང་ཉན་ཐོས་ཀྱི་བྲག་སྡེ་མ་ལ་སོགས་པ་བི་མའི་བརྗོད་བྱ་ལ་བླངས་ནས་བྲག་སྡེ་མ་ལ་སོགས་པ་གང་ཟག་བརྒྱ་ཡི་རྟོགས་པ་བརྗོད་པ་རིགས་ཕྱོགས་གཅིག་ཏུ་བསྡུས་པ་དེ་འདྲའི་ཡང་ཡོད་རེད། ཡང་གཞོན་ནུ་མ་བདུན་གྱི་རྟོགས་བརྗོད་ཟེར་གྱི་ནི། སྐྱེས་བུ་དམ་པ་ཕོ་གཅིག་དབང་མ་ཡིན་པ་བི་མས་རང་གི་ཡང་རྟོགས་པ་བརྗོད་པའི་སྡེའི། དེ་འདྲའི་ཡང་ཡོད་རེད། ད་འདོད་སྲིད་ཅིག་ནི་མ་རིན་པ་བཞིན་དུ་ཡོང་དུས་སྐབས་ལ། ང་ཚོ་རྟོགས་བརྗོད་རྩོམ་རིག་དེ་ནམ་ཅི་ངེས་ཤུ་གི་དང་སྙན་ངག་ཟེར་ན་འདྲ། རྩོམ་རིག་ཟེར་དུས་ག་ལ། ངག་ཚིག་གི་རང་བཞིན་ཕྱི་མཐར་བྱས་པ་རེད་བ། ངག་ཚིག་གི་རང་བཞིན་ད་ད་ཟེར་སྐད་ངག་དེ་མ་ཡིན་པ་དེ་དེ་སྲིད་བརྡར་ནས་གཞག་རེ་བཏང་ནས། སྐད་ཆ་དེ་སྲིད་དེ་སྲིད་གཞག་རེ་བཏང་བཞག་པ་དེ་ཨ་ནི་སྙན་ངག་དང་གོ་རྩོམ་རིག་གི་གྲུབ་ཆ་གཅིག་ཡོང་བསྡད་དགོས་རེད་བ། བྱས་ཙང་ད་རྟོགས་པ་བརྗོད་པའི་སྡེ་འདི། རིམ་པ་བཞིན་དུ་ཡར་འཕེལ་ཡོང་དུས་ག་ལ། ས་སྐྱ་དཔེ་འཕྲིན་དག་བཤད་ཞིག་དུས། ཁོང་སྐུ་མྱ་ངན་ལས་འདའ་སྐབས་ལ་མོ་ལ་ཞལ་ཁྱམས་ཅིག་བཞག་ཡོད་རེད། ཞལ་ཁྱམས་དེའི་ནང་ལ་ག་རེ་གསུངས་ཡོད་རེད་ཟེར་ན། ངས་དོན་དག་གསུམ་བྲིས་མ་སོང། དོན་དག་གཅིག་ག་རེ་ཟེར་ན་འགྲོ་ཀུན་ཕྱི་རྒྱལ་ཕོག་པ་བརྙན་པར་བཟློག་ཐུབ་མེད། དེ་གཅིག་ཡིན་དོན་དག་གཅིག། དོན་དག་གཅིག་དུས་ག་རེ་ཟེར་ན་རྟོགས་བརྗོད་དཔག་བསམ་ཁྲི་བྱང་དེ་བོད་ལ་འགྱུར་ཐུབ་མེད། ཁོང་གིས་ཧ་ཅང་གི་རྟོགས་བརྗོད་གསལ་ཏེ་གདེང་འཇོག་བྱས་ཡོད་རྒྱ་གར་གྱི་རྟོགས་བརྗོད་རྩོམ་རིག་དེ་གདེང་འཇོག་གནང་ཡོད་རེད། གཅིག་སྟེ་དུས་འཁོར་འགའི་རྒྱུ་དེ། ཚིགས་བཅད་ཅིག་ནས་ཚུར་བསྒྱུར་མེད་པ་དེ་དོན་དག་གསུམ་དེ་ཡིན། དེ་གཅིག་ནི་འགྲོ་མགོན་ཕྱི་རྒྱལ་འཕགས་པ་ལ་ཞལ་ཆེམས་བཞག་པ་ནང་བཞིན། འགྲོ་མགོན་ཕྱི་རྒྱལ་འཕགས་པ་སྐབས་གཉིས་པ་རྒྱ་ནག་ནས་ཡར་ཕེབས་དུས་སྐབས་ལ། ཨ་ནེ་ཤོང་སྟོན་རྡོ་རྗེ་རྒྱལ་མཚན་རྒྱ་གར་དུ་ཁོའི་ཡི་གེ་སློབ་དུ་འགྲོ་གི་ཡིན་ཟེར་ནས་གསུངས་དུས་སྐབས་ལ། ད་དེ་དཔེ་ཡག་པོ་ཅུང་ཤར་ཁྱེད་རང་རྒྱ་གར་ལ་ཕྱིན་རྗེས་ཨ་ནེ་རྟོགས་བརྗོད་ཀྱི་སྐོར་དང། སྙན་ངག་གི་རིགས་པ་དེ་ཡིན་གཅིག་མིན་གཅིག་སྦྱང་དགོས་ཀྱི་ཡོད་ཟེར་གྱི་བཀའ་གནང་བ་རེད། དེ་ས་པན་གྱི་ཞལ་ཆེམས་ཡོད་ཟེར། ཞེ་ཁྱམས་ཡོད་སྲིད་ཅེས་གསུངས་དུས་སྐབས་ལ་ནི་ཁོང་རྒྱ་གར་དུ་ཕེབས་ནས་ཉིན་འགའ་རིག་པ་དང་དུས་ཚོད་ལ་ཚོད་མ་སྦྱངས་ཀྱིས་ཐ་སྙད་རིག་གནས་སྐོར་ལ་ཤུགས་ཆེན་པོ་སྦྱངས། ཐ་སྙད་རིག་གནས་ཀྱི་སྐོར་ལ་ཤུགས་ཆེན་པོ་སྦྱངས་པ་ཙམ་དུ་མ་ཟད། ཨ་ནི་བོད་དུ་ཕེབས་པ་ན་འགྲོ་འགུལ་བྱས་རྗེས་འཕགས་པའི་བཀའ་གནང་གྱིས་བོན་ཤག་སྐྱ་བཟང་པོ་གི་མཐུན་རྐྱེན་སྦྱར་ནས། བན་ཁྲི་བན་ཁྲི་དང། ལག་ཁྱི་མི་ཀ་ར་སྙན་ངག་མེ་ལོང་མ་བོད་སྐད་དུ་འགྱུར་མཁན་ཁོང་དང་མཉམ་འབྲེལ་བྱས་ཀྱིས་སྙན་ངག་མེ་ལོང་མ་བོད་སྐད་དུ་བསྒྱུར། འདིས་ག་རེ་ཐོན་དགོས་རེད་ཟེར་ན། ས་སྐྱའི་སྐབས་སུ་བོད་ཀྱི་རིག་གཞུང་ལ་ཐུགས་ཁུར་གནང་པ་ཙམ་དུ་མ་ཟད། བོད་ཀྱི་རང་གི་རིག་གཞུང་ཡིག་ཐོག་ཏུ་འཇོག་པ་ན་སྐད་ཀྱི་རྣམ་པ་ཐུར་རུ་བཏང་ཡག་གི་ཨ་འདི་དགོན་པ་དེ་སྤུས་ཡོད་རེད། སྐད་བརྡ་གི་རྣམ་པ་ཐུར་རུ་བཏང་ཡོད། ང་ཚོས་ཀྱི་དཔྱད་རྩོམ་བྲིས་ཡག་དང་གཞན་དག་གི་སྐད་ཡིག་ཡི་གེ་བྲིས་ཡག་དེ་ཚོ་ཁོ། ཐབས་ལམ་གྱི་ཁྱད་པར་རེད་མ་གཏོགས་ངག་ཚིག་གི་རང་བཞིན་མཐོ་འབུལ་སུ་མ་རེད། ངག་ཚིག་གི་རང་བཞིན་མཐོ་ཤོས་དེ་ག་ན་སླེབས་དགོས་རེད་ཟེར་ན་སྙན་ངག་ན་སླེབས་བསྡད་རེད། སྙན་ངག་ཟེར་བ་དེ་ད་ངག་ཚིག་གི་རང་བཞིན་ཆེས་མཐོ་བའི་སྒྱུ་རྩལ་ཅིག་རེད། བྱས་ཙང་ད་སྙན་ངག་ཏུ་བོད་སྐད་ལ་མ་བསྒྱུར་བ་ཡིན་ན། ཕྱིས་སུ་འབྱུང་འགྱུར་དགུའི་བོད་ཀྱི་སྐད་ཡིག་ཐོག་ལ་ཡོད་པའི་རྩོམ་རིག་གི་སྐོར་དེ་སྐད་ཀྱི་རྣམ་པ་དུ་མཐོ་རུ་འགྲོ་གི་མེད་པ་ཡིན་ཙང་མི་ཡོང་མ་བོད་སྐད་དུ་འགྱུར་ཡག་གི་ཐབས་ཤེས་དེ་བཏང་པ་རེད། མ་ཟད་རྟོགས་བརྗོད་ཕུགས་བསམ་ཁྲི་བྱང་བོད་སྐད་དུ་འགྱུར་བའི་ཐབས་ཤེས་བཏང་པ་རེད། བྱས་ཙང་རྟོགས་བརྗོད་ཕུགས་བསམ་ཁྲི་བྱང་བོད་སྐད་དུ་འགྱུར་བ་དེ་བྱ་གར་གྱི་རྟོགས་བརྗོད་རྩོམ་རིག་བོད་སྐད་དུ་འགྱུར་བའི་ཐོག་མ་ལྟ་བུ་ཅིག་རེད། དེའི་ཤེས་པ་ཅི། ན་བོད་རང་གིས་བརྩམས་པའི་རྟོགས་བརྗོད་ཡོད་རེད་ཟེར་ལབ་པ་ཡིན་ན་བོད་རང་གིས་བརྩམས་པའི་རྟོགས་བརྗོད་ཡང་ཡོད་རེད། བོད་ཡིག་བཞག་ན། ང་ཚོ། ཆག་ལོ་ཆོས་རྗེ་སྤེལ་བ་གིས་བརྩམས་པའི། ཆག་ལོ་ཆོས་རྗེ་སྤེལ་བ་དེར་གྲི་གཅིག་པའི་ནང་གི་རེད། ཆག་ལོ་ཆོས་རྗེ་སྤེལ་བ་གིས་བརྩམས་པའི། གནས་གཅིག་གི་རྟོགས་བརྗོད་ཅིག་ཡོད་རེད། འདི་རྟོགས་བརྗོད་དཔག་བསམ་ཁྲི་བྱང་ལས་མངའ་གི་རེད། ད་ལྟ་ངས་འདིའི་ནང་ལ་མཐའ་ཤོད་ཅིག་ཡོད། འདི་རྟག་ཏུ་ངའི་རྟོགས་བརྗོད་ཀྱི་དཔྱད་རྩོམ་ཅིག་དེའི་ནང་ལ་དེའི་མཐའ་ཤོད་ཅིག་ཡོད། གང་ཡིན་ཟེར་ན། རྟོགས་བརྗོད་རྩོམ་རིག་ལ་དཔྱད་ཞིབ་བཏང་ཉིན་ཚོས་དགེའི་རྟོགས་བརྗོད་རྩོམ་རིག་གི་ང་ཤེས་དེ་བོད་ཀྱི་སྐད་ཡིག་ཐོག་ལ་ཡོད་པའི་རྟོགས་བརྗོད་རྩོམ་རིག་གི་ང་ཤེས་དེ་རྗེ་རིན་པོ་ཆེ་གིས་རྟག་ཏུ་ངའི་རྟོགས་བརྗོད་དེ་རེད་འདོད་སྲིད་ཅེས་བཤད་ཉིན་འདོད་དེ་རེད་མི་འདོད། ཨ་ནེ་རྟོགས་བརྗོད་རྩོམ་རིག་གི་ང་ཤེས་དེ་ཆག་ལོ་ཆེ་རྗེ་དཔལ་བ་གིས་བརྩམས་པའི་གནས་གཅིག་གི་རྟོགས་བརྗོད་དེ། དེ་ཕལ་ཆེར་ཐོག་མ་ཡིན་པའི་སྲོལ་འདྲ་གཅིག་འདུག་དེ་ཆ་ཡང་དུ་རྒྱུད་ལ་ཉམས་ཞིབ་བཏང་བ་གཅིག་ཡིན་ལྟ་གིན་དེ་དུས་ཚོད་ཀྱི་ཆ་ནས་ཞུས་ཡོད་རེད། དེ་ནས་མ་རིན་པ་ཅན་དེ་དུས་རབས་བཅུ་གསུམ་པའི་ནང་ལ་ད་བརྒྱ་ཕྲག་བཅུ་གསུམ་པའི་གདངས་ལ་ཀ་མ་རང་བྱུང་རྡོ་རྗེ་ཞེས་ཨ་ནི་ལྷོ་བུམ་དཔའ་བོ་གིས་མཛད་པའི་སྐྱེས་རབས་སོ་བཞི་བ་གི་མཇུག་ཐོད་ཀྱི་སྐྱེས་རབས་བརྒྱ་བ་ཙམ་སྣང་ནི་རེད། དེ་ལ་རྟོགས་འཇུག་གིས་ཨ་ནི་ཁོ། ཐ་སྙད་སྟངས་དེ་ཚོ་ཚང་མ་མ་ཐོས་ཡ་གི་ད་རྣམ་གཞག་དེ་ཚོ་ཚང་མ་ཡོང་ཡོད་ད་དེ་ནས་རིམ་པ་བཞིན་དུ་ད་རྟོགས་བརྗོད་ཀྱི་ནང་ནས་ཧ་ཅང་གི་ད་ཁོ་སྙན་གྲགས་ཆེ་ཤོས་ཅིག་ད་རྗེ་རིན་པོ་ཆེ་གི་ནི་སྙན་ངག་སྦྱང་པ་གནང་ཚར་བའི་རྗེས་ལ། སྙན་ངག་གང་ལ་གཞི་བྱས་པའི་སྙན་ངག་གཞུང་ལུགས་ཅིག་དང་བསྟན་བཅོས་ཅིག་ལ་ཆ་བཞག་པ་ཡིན་ཙང་རྟོགས་བརྗོད་དཔག་བསམ་འཁྲི་ཤིང་དང་སྐྱེས་རབས་ཚོར་ཤེས་པ་དེ་འདྲའི་ལ་གཞི་བྱས་ནས་རྟག་ཏུ་ངེས་ཀྱི་རྟོགས་བརྗོད་ཅིག་བྲིས་ཡོད་རེད་བླ་མ་གཏན་ཚིགས་ཀྱི་རྣམ་གཞག་རྟག་ཏུ་ངེས་རྟོགས་བརྗོད་ཅིག་བྲིས་ཡོད་རེད། རྟག་ཏུ་ངའི་རྟོགས་བརྗོད་དེ་གའི་འཇིགས་བྱང་གི་ནང་ལ་ག་རེ་གསུངས་ཡོད་རེད་ཟེར་ན། ལྷོ་སྤུན་པའུ་གིས་རྟག་ཏུ་ངའི་རྟོགས་བརྗོད་འདི་འདྲི་ཅིག་བྲིས་མི་འདུག་འདི་ཡིན་ན་ངའི་བྲིས་ཡག་གི་ནི་ཁུར་དུ་བཞག་མེད་ན་བསམ་བསམ་ཅིག་ཡོད་སྲིད་ཅེས་ནི་ཁོང་གིས་དེ་འདྲི་གི་ད་གར་སོང་བའི་ཤོམ་ཅིག་ནས་དེ་འདྲི་བརྩམས་གནང་ཡོད། ངས་བུའི་དོན་འདྲ་བོ་ཅིག་བཤད་ན། དམའ་བའི་གཙིགས་ཆེན་དཔལ་ལྡན་དཔའ་བོ་ཡིས་སྔོན་དུས་རྒྱལ་བ་ཁོ་ནའི་མཛད་པ་རྣམས་ལེགས་པར་བསྔགས་ནས་རྒྱལ་སྲས་ཕྱོགས་འདི་ཡི་རྟོགས་བརྗོད་རེ་ཞིག་བཏང་སྙོམས་བཞག་པ་ན། སྙན་ངག་རྒྱ་མཚོར་ཡང་ཡང་གསོན་པའི་མཁས་པའི་དད་པོ་འབྲེལ་བ་རྣམས་རླབས་ཆེན་སྐྱོད་པ་ཟབ་དང་རྒྱ་ཆེའི་ཆེ་བསྟར་རྔམ་ནག་འདི་མཐོང་ཚེ་ཤིན་ཏུ་འཇིགས་ནས། ཡི་རང་དོར་བ་འདི་ཡི་བློ་ཡིས་མ་བཟོད་ནས་དཔའ་བོ་བྱེ་བྲག་དད་པོའི་མཆོག་དེ་སླར་ཡང་ཚེ་འདིར་ཞིག་པར་བྱར་ཟེར་གྱི་དེ་འདྲའི་གནས་ཁང་གི་ཉམས་ཆེ་བར། འདིས་ག་རེ་མཚོན་དགོས་བར་ཟེར་ན་དངོས་ཡོད་ཀྱི་གནས་སྟངས་བྱས་པ་ཡིན་ན་སྐབས་ཐོག་དེ་ལ་དོགས་གཅོད་རྩོམ་རིག་ཅིག་ཤུགས་ཆེན་པོ་ཅིག་མེད་པ་ཡིན་ཙང་རྗེ་རིན་པོ་ཆེ་ལྟ་བུ་ཅིག་གིས་དེ་ལྟ་བུའི་སློབ་དཔོན་དཔའ་བོ་སླར་ཡང་སྟོན་པ་གིས་རྟོགས་བརྗོད་བྲིས་པ་ལ་ཞིག་པ་ནང་བཞིན་གྱིས་རྟག་ཏུ་ངོས་ཀྱི་རྟོགས་བརྗོད་བྲིས་པ་ལ་འདུག་སྲིད་སྙམ་དུ་ཞུགས་ཡོད་སྲིད་དེ་འདྲའི་གསུང་བ་ལྟ་དུ་ཕལ་ཆེར་སྔ་ཕྱི་ཀྱི་བཀྲིས་འདྲ་བོ་ཅིག་རེད་བྱ། འདི་བྱ་རང་གཟུགས་བར། ཞེས་བཞི་སྤྱི་ཡིན། དེ་ནས་དེའི་སྟེང་དེ་ལ་ད་ཆ་འདྲ་བ་བཅས་ནི་ལྔ་སོ། རྗེ་རིན་པོ་ཆེ་གིས་ངེས་ལྷོད་ཞང་ཞུང་པ་ཆེ་ཧང་གྲགས་པ་གི་སྐབས་དེ་ལ་ངེས་ཞུས་ཡོད་པ་དེ་ལྟེ་བའི་ཞང་ཞུང་པ་ཆེ་ཧང་གྲགས་པས་རྟོགས་བརྗོད་ཟེར་བ་དེ་ཡིན་གཅིག་ཁྱེད་ཀྱི་གཏམ་ལས་དྲང་བའམ་ཆེས་ཉམས་སུ་ལེན་པའི་གང་ཟག་ཅིག་ཕྱི་ལ་བཤགས་ནས་བྲིས་དགོས་པའི་རྣམ་ཐར་དགེ་སྡེར་གཏོགས་པའི་ཚིག་གི་ཕྲེང་བ་ཅིག་ལ་ངེས་འཛིན་དགོས་ཡ་མི་འདུག་ཟེར་བ་གི་རྣམ་པ་ཅིག་བྱས་ནས།

འདི་ནི་གཅིག་རེད། འདི་དང་འདི་ལ་དག་པའི་རྟེན་ནི་དེ་དང་དེ་འདྲ་བོ་ཡ་རབས་གང་དུ་ཡང། ས་སྐྱ་དཔེ་འབྲི་དག་གིས་རྟོགས་བརྗོད་སྐལ་བཟང་ལག་ལམ་བདེ་བ་རིན་སྤུངས་བ་ངག་འཇིག་རྟེན་གྲགས་པ་གིས་ནི་རྒྱལ་བའི་དགའ་བྱེད་ས་སྐྱོང་གི་རྟོགས་བརྗོད། གྱོད་ནོར་བ་དང་ར་ན་ཐ་གིས་ནི་རང་རྣམ་ཞིབ་མོ་མ་བྱས། ཤིག་པའི་རྟོགས་བརྗོད་དང་འདི་ལ་སོགས་པ་ནི་ཆོས་རྗེ་དཀོན་མཆོག་ཆོས་འཕེལ་གྱི་རྟོགས་བརྗོད་མཁས་པའི་རྣ་རྒྱན་འདི་བཟོ་ལ་སོགས་པ་བརྩམས་ཡོད། ད་ཡང་རྟོག་དཔྱོད་ཅིག་དེ་ནི་མི་གཅིག་གིས་མི་ཚེ་མགོ་བཙུགས་པ་ནས་མཇུག་བསྡུ་བའི་བར་ལ་བོད་ཡིག་གི་སྒོ་ནས་ལྟ་རྟོག་སླ་བའི་ཆེད་དུ་སྙན་ངག་གི་ཚིག་སྦྱོར་དུ་བཟོ་བཀོད་བྱས་པ་བཞེངས་སྐྲུན་བྱས་པ་དེ་འདྲས་ཅིག་མ་ཡིན་པ་གཞན་ཡང་ག་རེ་གསུངས་ཡོད་རེད་ཟེར་ན། དཔེ་བཞག་ན་གྲོང་རབས་ཀྱི་བྱང་བཀོད་འབྲི་ཚུལ་གྲོང་རབས་ཀྱི་བྱང་བཀོད་འབྲི་ཚུལ་ཡི་གེ་ལ་བྲི་ཚུལ་གྱི་ཁྱད་པར་དེ་འདྲའི་ཐོག་ནས་ཡང་རྟོག་དཔྱོད་ཟེར་བ་དེ་འདྲས་བྲིས། ན་འགྲིག་གི་འདུག་ཟེར་གྱི་ནི་ཀུན་གཟིགས་ངག་ཆེན་པོ་གི་དེ་འདྲས་བརྩམས་ཡོད་ད་དེའི་ནང་བཞིན་མདོ་ཁར་བ་ཚེ་རང་དབང་རྒྱལ་གྱིས་བརྒྱ་ཕྲག་བཅུ་བདུན་པའི་ནང་གི་རེ་ཨ་ནི་རྒྱལ་བོ་གིས་ད་མི་གང་ཕོ་ལ་བ་བསོད་ནམས་སྟོབས་རྒྱལ་གྱི་རྟོགས་བརྗོད་དེ་འདྲས་བྲིས་བར་བཀའ་བློན་རྟོགས་བརྗོད་ཨ་ནི་རྒྱ་ནག་པ་འཇང་བསྟན་པའི་ཉི་མ་གི་སྤྲིན་གྱི་བཞོན་པའི་རྟོགས་བརྗོད་དག་ཕུལ་བ་བློ་བཟང་བསྟན་པའི་རྒྱལ་མཚན་གྱི་ཞལ་འདྲོ་ངང་བཟླ་བའི་རྟོགས་བརྗོད་འདི་འདྲས་ལ་སོགས་པ་ཡང་བརྩམས་ཡོད་ཐུགས་དགོངས་བློ་བཟང་ཁྱེད་ཀྱི་ཉི་མ་གི་བཞོན་ནུ་ནོར་བཟང་གི་རྟོགས་བརྗོད་ལྕང་སྐྱ་རོ་ཡི་རྡོ་རྗེ་གི་རྟོགས་བརྗོད་འདི་འདྲས་བརྩམས། རྗེ་མཁན་པོ་གྲགས་པ་རྒྱལ་མཚན་གྱིས་ནི་སྟོན་པ་དང་སྤྱན་འཁྲིགས་ཆོས་ཉིད་ཀྱི་རྟོགས་བརྗོད་གྲུབ་མཐའ་བཤད་པ་གྱིས་ན་མཁྱེན་བརྩེ་འོད་ཟེར་འཇིགས་མེད་བླང་བ་གྱིས་སྔ་འགྱུར་རྒྱུན་བོན་རིན་པོ་ཆེ་ཀྱི་རྟོགས་བརྗོད་ཡང་དེ་ཡང་བརྗོད་བྱ་ཙམ་སྟངས་ལོག་བ་ཅིག་རེད། བློ་བཟང་ཁྱེད་ཀྱིས་རྒྱལ་མཚན་གྱི་བྱང་ཆུབ་སེམས་དཔའ་ཤེར་བ་ལྷ་དང་སྤྱི་དགེའི་བདག་མོ་གི་རྟོགས་བརྗོད་སློབ་དཔོན་མ་ཁོལ་གྱི་སྟག་མོ་ལུས་སྦྱིན་གྱི་རྟོགས་བརྗོད་དང་དེ་འདྲ་ལ་སོགས་པ་ཙམ་གྱིས་ད་འདི་རིམ་པ་བཞིན་དུ་རྟོགས་བརྗོད་དེ་ཧ་ཅང་ཤུགས་ཆེན་པོ་རེད་རེད་པ། རྟོགས་བརྗོད་དེ་ཧ་ཅང་ཤུགས་ཆེན་པོ་རེད། ད་ཉེ་བའི་དུས་རབས་ཀྱི་ནང་ལ། དྲག་སྤྱོད་གྲགས་ཅན་ཅིག་གང་ནས་སླེབས་ཡོད་རེད་ཟེར་ན། རིགས་གོང་སྐྱབས་མགོན་བདུན་པ་གི་ཡོངས་འཛིན། ནི་ང་རིག་པའི་དཔལ་དྲི་དང་ཆེན་པོ་གིས་སྟངས་བློས་བཟང་དཔལ་ལྡན་གྱི། བན་ཆེན་ཀུན་དྲང་བྱེ་བ། ཨ་ནི་གདོད་མའི་རིགས་གོང་ལ་ཕེབས་པའི་གནས་ཚུལ་ལས་བརྩམས་པའི་རྟོགས་བརྗོད་གསེར་གྱི་མེ་ཏོག་ཟེར་གྱི་ཡོད་རེད། རྟོགས་བརྗོད་གསེར་གྱི་མེ་ཏོག་ཟེར་གྱི་ཡོད་རེད། དེའི་སྟངས་འདྲ་བོ་བྱས་ནས། ང་ཚོའི་བླ་མ་རིན་པོ་ཆེ་པད་ཚེ་བརྟན་ཞབས་དྲུང་རིན་པོ་ཆེ་གིས། བན་ཆེན་ཀུན་དྲང་བྱེ་བ་མར། ཁོང་གིས་འཕྲོང་ཡུལ་དུ་ཕེབས་པའི་རྟོགས་བརྗོད་དངོས་ཀྱི་མེ་ཏོག་གསལ་དེ་ཙམ་རེད། འདི་ཚོ་གི་གྲས་དེ་ཉེ་བའི་དུས་རབས་ཀྱི་ནང་ལ་བརྩམས་པའི་ནི། ཡོངས་སུ་གྲགས་པའི་རྩོད་མེད་ཀྱི་མཁས་བ་དང་བན་ཁྲི་དེས་བྲིས་བཞག་པའི་ནི་རྟོགས་བརྗོད། སྔོན་བརྩམས་བཞག་པའི་རྟོགས་བརྗོད་དག་གི་མྱང་བྱེད་ལྟར་ཨོ་ད་དེ་འདྲའི་ཅིག་རེད། ཅེས་ཡོང་དུས་ག་ལ་ད་ང་ཚོ་བསྡོམས་བརྒྱབ་ནས་ཤི་བ་ཡིན་ན་རྟོགས་བརྗོད་ཟེར་བ་དེ་ད་རྒྱ་གར་གྱི་རྩོམ་རིག་གི་ནང་ལ་འདུག། ཨ་ཐ་ཐི་ཡོངས་སུ་གྲགས་པ་ཅིག་ཡིན་པ་མ་ཟད། གསུང་རབ་ཡན་ལག་ཇི་སྙེད་ཀྱི་ནང་གི་སྡེ་ཚན་བྱེ་བྲག་པ་ཅིག་རེད་ཞུ་རེད་བྱ་བྱེད་ཅིག་དུ་ངེས་འཛིན་ཅིག་བྱེད། དེ་ནས་པར་བོད་ཀྱི་ཐོག་ལ་ཡོང་པ་ཡིན་ན་ཆག་ལུགས་ཆིག་རྗེས་སྤེལ་བ་གི་སྐབས་ནས་ནི། གནས་གཅིག་གི་རྟོགས་བརྗོད་ཅིག་འདུག་འོས་ཏེ་བོད་ཀྱི་སྐད་ཡིག་གི་ཐོག་ལ་བོད་རང་གིས་བརྩམས་པའི་རྟོགས་བརྗོད། ཕྱིས་སུ་རྟོགས་བརྗོད་དཔག་བསམ་ཁྲི་བྱང་བརྩམས་པ་གི་ཤུགས་རྐྱེན་ལ་བརྟེན་ནས་ནི་རིམ་གྱིས་ད་མར་ས་པཎ་གྱི་རྟོགས་བརྗོད། སྐལ་བཟང་ལགས་ལམ་ལ་སོགས་པ་ལྟ་འདི་འདྲའི་ལྟ་རིམ་པ་བཞིན་དུ་བྱུང་ཡང་དེ་འདྲའི་རིགས་ཀྱང། ད་རྟོག་དཔྱོད་ཀྱི་རྩོམ་སྟངས་ཀྱི་ཐོག་ནས་རེད། རྟོག་དཔྱོད་ཀྱི་རྩོམ་སྟངས་ཀྱི་ཐོག་ནས་ཚིགས་བཅད་ཀྱི་བརྩམས་པ་དང་ཚིགས་བཅད་ལྷའི་སྤེལ་མ་གི་བརྩམས་པ། ཡང་ནས་ག་རྩོམ་གྱི་ཕྲེང་བ་གི་རྣམ་པ་བཞིན་དུ་སྤེལ་བ་ལྟ་འདི་ཚོ་ལ་སོགས་པ་རྩོམ་ཚིག་གི་རྣམ་གྲངས་མང་པོ་ཅིག་ལྟ་འདུས་སུ་བྱས་ནས་ལྟ་སྦྱངས་བྱེད་པ་བྱས། ལྟ་འདི་ཚོ་གི་དཔེའི་ལྟ་ས་གལ་ཆེ་ཤོས་དེ་རྗེ་རིན་པོ་ཆེ་གི་ལྟ་རྟོག་དཔྱོད་ཁག་དེ་རེད། རྗེ་རིན་པོ་ཆེ་ལ་རྟོག་དཔྱོད་ཆེན་པོ་གསུམ། སྤྱིའི་སྐར་ཚིག་ནི། རང་གིས་རྟོག་པ་བརྗོད་པ་འདི་ལགས་མ་ཟད་དེ་རེད། གཅིག་བླ་མ་བསྟེན་ཚུལ་ཅན་རྣམས་ཀྱི་རྟག་ཏུ་ངུ་གི་རྟོགས་བརྗོད་བྱས་པ་དེ་ལྟ་སྙིང་གི་བསྟན་བྱའི་ཆེན་པོ་གཅིག་རེད། གཅིག་དེ་ནི་ཁོང་གིས་བླ་མ་སྤྱན་སྔར་གྲགས་པ་བྱང་ཆུབ་ཀྱི་རྟོགས་བརྗོད་ལྷུན་པོ་འདི་གསུམ་དེ་ལ་ནི་རྗེ་རིན་པོ་ཆེ་ཡིས་བརྩམས་པའི་རྟོགས་བརྗོད་ཆེན་པོ་གསུམ། བསྟོད་པ་ཆེན་པོ་བཞིས་སྙིང་གི་ཆེན་པོ་བརྒྱད་ཟེར་ད་དུས་སུ་ཡོད་སྙིང་གི་ཆེན་པོ་བརྒྱད་ཟེར་དུས་ག་ལ་ཁོང་གིས་ད་སྙན་རྩོམ་གྱི་སྙིང་གི་ལམ་ནས་བསྟོད་པ་བྲིས་པ་དེ་ཚོ་གི་འཇིགས་བྱང་གི་ནང་ལ་ག་རེ་གསུངས་ཡོད་རེད་ཟེར་ན། ཡིད་ལ་བྱང་ཕྱོགས་ཀྱི་རྒྱུད་དུ་བྱུང་བའི་སྙན་ངག་མཁན་ཤར་ཙོང་ཁ་བ་བློ་བཟང་གྲགས་པའི་དཔེ་ཆའི་རྒྱལ་ཟེར་ཡག་གི་འཇིགས་ཤིང་ཡོད། ད་འདོད་ཟེར་བྲིས་ནས་ཡོད་དུས་ག་ལ་སྙན་ངག་ཟེར་ཡག་དང་རྟོགས་བརྗོད་ལ་སོགས་པ་འདི་འདྲས་བྲིས་ཡོང་དུས་གང་བྲིས་པའི་བརྗོད་བྱ་དང་རྗོད་བྱེད་ཀྱི་ཚིག་དང་རྩོམ་པ་པོ་གང་ཅིའི་ཆ་ནས་ཡིན་གཅིག་བྱེད་ཕྱོགས་ཁོ་ན་ལས་བརྩམས་དགོས་བ་ཅིག་མ་ཡིན་པ་ད་གསལ་བོ་བཟོས་ཡོད། ངས་ད་གིན་གོང་ནས་བཤད་པ་ནང་བཤད་རེད་ར་མ་ནག་གི་རྟོགས་བརྗོད་ལྟ་བུ་གིས་ནི་སྟོན་པའི་སྐྱེས་རབས་ལ་སོགས་པའི་རྟོགས་བརྗོད་ཀྱི་བརྗོད་བྱ་དང་མ་འདྲ་བ་ཅིག་ཆགས་སོང། རྗེ་རིན་པོ་ཆེ་ཡིས་འདི་བ་རྒྱ་མཚོའི་སྙིང་པོ་དེ་སྙན་ངག་གྲགས་ཅན་གཅིག་ཡིན་གསུངས། དེའི་ནང་ལ་སྙན་ངག་གྲགས་ཅན་གཅིག་ཡིན་ན་སྤྱིར་བཏང་སྙན་ངག་དང་རྟོགས་བརྗོད་འདི་ཚོ་གི་བྲིས་དེ་སྙན་རྩོམ་ཁྱད་པར་བ་ཆགས་ཡ་ལ། འདོད་པའི་ཡོན་ཏན་བརྗོད་བྱ་བྱས་ནས་ཡོང་དགོས་ཡ། དགའ་སྐྱོ་ཆགས་སྡང་གི་ཚོར་བ་ཚིག་གི་ལམ་ནས་མིག་གིས་ལྟ་ཡ་ཡོད་པ་དང་ལག་པས་རག་ཡ་ཡོད་པའི་བཟོ་འདྲ་བོ་ཅིག་ཡོང་དགོས་རེད་ད་གསུངས། དེ་ཙམ་མ་རེད་ཅེས་རྗེ་རིན་པོ་ཆེས་ངེས་འཛིན་གཏན་གནང་ཡོད། ག་རེ་ཟེར་ན་འདོད་པའི་ཡོན་ཏན་གྱི་ཉེས་དམིགས་ལ་དམིགས་བཀར་ནས་གཉེན་པོ་འདི་དང་འདི་བསྟེན་དགོས་ཀྱི་རེད་ཟེར་ཡ་གི་ནི་རྣམ་གཞག་སྟོན་པས་འདི་བ་རྒྱ་མཚན་སྙིང་པོ་ལྟ་བུ་སྙན་ངག་ཡིན་གསུངས་བ་རེད་དེའི་འཇིགས་བྱེད་ཀྱི་ནང་ན་སྙན་ངག་མཁན་ཟེར་རྒྱ་ཡོད་པ་རེད་བྱས་ཙང་དེ་ལ་ཁྱབ་བར་བྱས་ནས་དེ་དང་མ་འདྲ་བ་ཅིག་སྟོན་ཡ་གི་དོན་དག་ལ་རྗེ་རིན་པོ་ཆེ་གིས་དེ་གསུངས་པ་ཡིན་ཟེར་ནས་ཡོངས་འཛིན་ཡེ་ཤེས་རྒྱལ་མཚན་གྱིས་མཛད་པའི་འདི་བ་རྒྱ་མཚན་སྙིང་པོ་གི་འགྲེལ་བ་ནང་ན་དུག་སེལ་ཡོད་རེད་བྱས་ཙང་ད་དེའི་ནང་བཞིན་ངས་ཁ་སང་ཞིབ་འཇུག་སློབ་མ་ཚོ་ཞུས་ཡས་པས་བཞག་ན། སྤྲིན་གྱི་ཕོ་ཉ་ཤེས་ཉེ་ངག་ལྟ་བུ་དེ་འཕྲིན་ཡིན་ན་འདོད་པའི་ཡུལ་དེ་ལ་སྦྱར་ཡོང་བར་ནུས་ངག་རིག་པའི་པཎྜི་ཏཱ། རྒན་ཡོངས་འཛིན་པཎྜི་ཏཱ་བློ་བཟང་དཔལ་ལྡན་ཁོང་གིས་གཙང་བོ་འདི་ཀ་ལ་གཞོན་ནུའི་དོན་མགྲོན་དབུ་སུ་བྱས་ནས་དགེ་རྒན་དང་ལྷོ་མིའི་པཱ་ར་ལ་འཕྲིན་གྱི་འགྲོ་འོང་གི་རྣམ་གཞག་སྟོན་པའི་ནི་ཡང་དེ་འདྲ་བོ་ལ་ཡང་ཁོ་སྙན་ངག་དང་ནི་འདི་འགྲིག་རིག་བྱེད་ཀྱི་བྱས་ཙང་འདིའི་ཐད་ན་ཁྱད་པར་ག་རེ་ཡོད་ཟེར་ན། རྒྱ་གར་དུ་བརྩམས་པའི་དོགས་འཇོག་གི་གྲས་དེ་ཕལ་མོ་ཆེ་མཐའ་གཅིག་ཏུ། ཆེ་ཕྱོགས་ལས་བརྩམས་པ་ཆིག་བོད་ཀྱི་སྐད་ཡིག་ཐོག་ལ་ཡོད་པའི་རྟོག་དཔྱོད་དེ་ཚོ་བྲིས་ཏེ་ཕྱི་དང་ཕྱི་བ་གཅིག་བུ་མ་ཡིན་པ་བརྗོད་བྱ་སྣ་ཚོགས་ལས་བརྩམས་པ་ཙམ་དུ་མ་ཟད་འདོད་པའི་ཡོན་ཏན་ལ་ཡང་སྦྱར་ཡོད་པ་རྒྱལ་པོ་ཚུན་ཆད་དང་བཙུན་མོ་ཚུན་ཆད་ཀྱི་རྟོག་པ་བརྗོད་པ་ལ་ཡང་སྦྱར་ཡོད་པ་དཔེར་བྱུང་ན་ར་མ་ན་གི་རྟོག་བརྗོད་སུ་ཟད་འགྲོ་ལྟ་འདི་བྲིས་ལ་སོགས་པ་སྟེ་ཏུའི་སི་རི་ཤ་དང་ཁྱད་པར་མི་འདོད། རྣམ་ཐར་རྩོམ་རིག་དང་རྟོག་བརྗོད་རྩོམ་རིག་གི་བྱུང་རབས་དང་འབྲེལ་ནས། རྣམ་ཐར་ཟེར་བ་དེ་ག་རེ་རེད་རྟོགས་བརྗོད་ཟེར་བ་དེ་ག་རེ་རེད་ཟེར་ཇི་ལྟར་ང་ཚོས་ངེས་འཛིན་བགྱི་བའི་སྡོམ་དེ་ག་རེ་ཡིན་ཟེར་ན། རྣམ་ཐར་ཞེས་པ་དེ་ཚུལ་དེ་ལ་བརྟེན་ནས་ཐར་བ་དང་ཐམས་ཅད་མཁྱེན་པར་སྤྲོས་པས་རྗེའི་ས་བོན་དད་པ་དང་དགེ་བ་ནས་བྱས་ནས་ནི། གོ་གར་ཟེར་བ་རེད་ད། ས་བོན་སྤྲིན་ཐུབ་པ་ཆེ། བརྗོད་བྱེད་ཀྱི་ཚིག་དེ་དང་དེ་ལ་བརྟེན་ནས་བརྗོད་བྱ་དང་བརྗོད་བྱེད་གཉིས་ཀ་བསྡོམས་པས་དེ་འདྲའི་ཅིག་ཡོང་དགོས་པ་བྱས་ཏེ་རྣམ་ཐར་བྱས། དོགས་གཅོད་ཟེར་དུས་ག་ལ་བརྗོད་བྱ་སྣ་ཚོགས་གང་ཡིན་ཡང་པིའི་སྒོ་ནས་ནི། རྟོགས་སླ་བའི་རྟོགས་སླ་བའི་དོན་དག་ལ་པིའི་སྒོ་ནས་བརྗོད་པ་གཙོ་ཆེར་སྟོན་པ། ནི། བརྗོད་བྱ་ལ་ངེས་པ་མེད་པ། དེ་འདྲའི་ཅིག་གི་རྩོམ་རིག་གི་སྡེ་ཚན་ཅིག་ཡིན་པ། ད་དེ་ཤེས་སོང་ན། ད་ང་ཚོ་རྣམ་ཐར་རྩོམ་རིག་དང་རྟོགས་བརྗོད་རྩོམ་རིག་ཟེར་དེ་ད་ངེས་འཛིན་ཆགས་སོང། ད་རྣམ་ཐར་རྩོམ་རིག་དང་རྟོགས་བརྗོད་རྩོམ་རིག་གི་ཁྱད་པར། རྣམ་ཐར་རྩོམ་རིག་དང་རྟོགས་བརྗོད་རྩོམ་རིག་གི་ཁྱད་པར་དེ་གཉིས་ངོས་ངེས་འཛིན་བྱེད་པ་དག་རང་གི་ཁྱད་པར་དེ་ཤེས་ཚལ་བར་ད། རྣམ་ཐར་གསལ་དེ། ཆོས་ཕྱོགས་ཁོ་ན་དང་ཆོས་བྱེད་ཀྱི་མི་སྣ་གི་ལོ་རྒྱུས་ལ་སྦྱར་བ་མི་ཚེའི་བརྒྱུད་རིམ་ལ་སྦྱར་བ། སྒྲོམ་གསུམ་གྱི་དུས་མཚམས་ཀྱི་ཡིད་ཆེས་བཅས་ཡོད་པ། འཁྲུངས་བ་གདུང་རྒྱུད་ཀྱི་ཆེ་བ། བྱུང་བ་ཡོན་ཏན་གྱི་ཆེ་བ། མཛད་པ་འཕྲིན་ལས་ཀྱི་ཆེ་བ་གསུམ་གྱི་དུས་མཚམས་བཅས་ཡོད་པ་ཅིག་དགོས་ཀྱི་འདུག་ད་རྣམ་ཐར་ལ་རོལ་བ་རྟོག་དཔྱོད་ལ་དེ་གོ་གི་མི་འདུག་ཟེར་དུས་ག་ལ། ད་དེ་གཉིས་ཀྱི་ཁྱབ་ཆེ་ཆུང་གི་ཨང་དུ་བཏང་བ་ཡིན་ན་རྟོག་དཔྱོད་དེ་ཁྱབ་ཆེན་པོ་ཅིག་རེད་བྱ། དཔེ་བཞག་ན་རྒྱལ་པོ་ར་མ་ན་གི་རྟོག་དཔྱོད། བོད་ལྷ་བསོད་ནམས་སྟོབས་རྒྱལ་གྱི་མི་གང་རྟོག་དཔྱོད་བཀའ་བློན་རྟོག་དཔྱོད་ལ་སོགས་པ་འདི་ཚོ། གནས་རྒྱ་ཆེན་པོ་རེད་དེ། རྣམ་ཐར་ལས་པའི་ཁྱབ་ཆེ་རེད་ཆགས་སོང། དེ་གིས་རྣམ་ཐར་དང་རྟོག་དཔྱོད་རྩོམ་རིག་གི་ཁྱད་པར་དེ་དུས་སུ་རེད་བྱ། ད་རྣམ་ཐར་དང་རྟོག་དཔྱོད་རྩོམ་རིག་གི་གནའ་དེང་གི་ཁྱད་པར་གསལ་ཏེ་རེད། ད་དེ་གཉིས་གོང་ནས་ཞུས་པ་ནང་བཞིན་དེ་གཉིས་ཕལ་ཆེར། ཏག་ཏག་རང་ལྟ་ཐིས་པ་འདྲ་བོ་བྱས་བཞག་ན། ཁྱབ་པར་མེད་དྲ་སང་བསམ་བྱས་འདུག་ལྟ་འཇིག་གི་བསྡུ་བ་དེ་རེད། ལྟ་འཇིག་གི་བསྡུ་བ་འདིའི་ནང་ལ་ལྟ་ངའི་ལྟས་སུ་ཅིག་བཀར་ཚུགས་ཀྱི་རེད། རྣམ་ཐར་གྱི་ལྟ་རིན་ཐང་གི་སྐོར་དེ། རྣམ་ཐར་རྩོམ་རིག་གི་རིན་ཐང་འདི་ལ་ལྟ་སྟངས་ཕྱོགས་ཁ་ཤས་ནས་ཡོད་རེད། གཅིག་ག་རེ་ཟེར་ན་ལོ་རྒྱུས་ཀྱི་ལྟ་སྟངས་ཅིག་ཡོད་རེད། གཅིག་ལྟ་གྲུབ་ཀྱི་ལྟ་སྟངས་ཀྱི་ཆ་ནས་ཡོད་རེད། ད་ལོ་རྒྱུས་ཀྱི་ལྟ་སྟངས་ཀྱི་ཆ་ནས་བལྟས་པ་ཡིན་ན། སྔོན་གྱི་དུས་རབས། ས་སྐྱའི་སྐབས་དང་ཕུ་ཁྲེང་གི་སྐབས་དང། རིན་སྤུངས་གི་སྐབས་དང་གཙང་པའི་སྐབས་དགའ་ལྡན་ཕོ་བྲང་གི་སྐབས་སོ་སོ་གི་ནི་ལོ་རྒྱུས་ལ་ཉམས་ཞིབ་བྱེད་ཉིན་ཅིག་ཡིན་པ་ཡིན་ན་རྣམ་ཐར་ཁག་ལ་མ་བལྟས་ཐབས་མེད་རེད་ད། དུས་མཚམས་ཅན་ཡོང་དུས་བརྒྱ་ཕྲག་བརྒྱ་ཕྲག་གི་དུས་རབས་ནང་གི་ནི་མི་སྣ་སྐལ་ཆེན་དག་ངེས་འཛིན་གྱིས་ནི་དེ་ཚོ་གི་རྣམ་ཐར་འདུག་དང་མི་འདུག་དེ་ལྟ་ཡང་རེད། རྣམ་ཐར་དེ་ཤུགས་ཆེན་པོ་གང་ནས་བྱུང་ཡོད་རེད་ཟེར་ན་ངས་ད་འགའི་གོང་དུ་ཞུས་པ་ནང་བཞིན་གྱི

བྱུང་བ་དང་མཉམ་དུ་རྣམ་ཐར་རྩོམ་རིག་དུ་འཕེལ་རྒྱས་ཕྱིན་ཡོད། རྣམ་ཐར་རྩོམ་རིག་གི་ནང་ནས་ལོ་རྒྱུས་ཀྱི་གྲུབ་ཆ་དག་གལ་ཆེན་གྱི་ཉེ་དེ་ལོ་ཚིགས་ཀྱི་དབང་དུ་བྱས་པ་དང་དེ་ཚོ་ཚང་མ་ཉེ་གནས་པའི་ཐོན་སྐྱེད་བྱས་པ་ཡིན། གལ་ཆེ་སྟེ་དེ་ཚོ་གི་སྐོར་གྱི་ནང་ནས་རང་རྣམ་གྱི་སྐོར་དེ་ལྟ་ཡ་དེ་གལ་ཆེ་ཤོས་རེད། རང་རྣམ་དུ་རྫུན་བཟོ་བྱས་ཡོད་མ་རེད། རང་རྣམ་རྫུན་བཟོ་བྱེད་མཁན་གྱི་སྐྱེ་བོ་དམ་པ་གཅིག་གི་གལ་ཆེ་ཉེན་གཅིག་ཡིན་ན་ད་དུ་འགྲིག་ཡོད་མ་རེད། སྤྱི་དང་སྤྱི་བོ་དམ་པ་ཚོས་ཀྱི་རང་རྣམ་བྲིས་ཆགས་པ་དེའི་ནང་ནས་ལྟ་བ་ཡིན་ན། སྐབས་དེ་གའི་སྤྱི་ཚོགས་དང། སྤྱི་ཚོགས་དེ་གའི་ནི་ལྟེ་བ་གང་ལ་གདིང་བའི་ཆབ་སྲིད་ཀྱི་སྒྲོམ་གཞི། དེ་གའི་རིག་གཞུང། འཚོ་བ་གའི་གནས་བབ། ཁྲིམས་ཀྱི་རིན་ཐང་གི་ཁྱད་པར། འདི་ཚང་མ་ད་དེའི་ནང་ནས་ད་གསལ་ཡོང་གི་རེད། ངས་དཔེ་མཚོན་གཅིག་བྱས་ན་ལྷེ་ལོང་བཞད་པའི་རྡོ་རྗེ་ཡི་རྣམ་ཐར་གྱི་ནང་ལ་རང་རྣམ་གྱི་ནང་ལ། རྒྱལ་ཁང་དྲུག་པ་ཚངས་དབྱངས་རྒྱ་མཚོ་གིས་ད་གསང་བའི་རྣམ་ཐར་གྱི་སྐོར་མང་པོ་གཅིག་གསལ་འདོན་གནང་ཡོད་རེད། ད་གཞན་གང་གིས་ཀྱང་གསལ་འདོད་ཞུས་མ་ཐུབ་པ་ཁ་ཤས་གསལ་འདོད་ཞུས་ཡོད་རེད་ཁོང་དང་འབྲེལ་ནས་གབ་ཡོད་མ་རེད་གབ་པ་མངོན་པར་བྱུང་ཡོད་རེད་འདི་ལྟར་ད་ངས་ཤོག་སྒྲོས་ཤོག་འགྲོས་ཅིག་ཞུས་པ་ཡིན་ན་ད་ག་རང་འགྲིག་གི་འདུག་ད་དེའི་ནང་བཞིན་ང་ཚོས ྋགོང་ས་མཆོག་གིས་ངེད་ཀྱི་དང་ངེད་ཀྱི་མི་མང་དང་ཞི་བའི་གི་རང་དབང་དེ་ཚོ་གི་ནང་ནས་མི་རིགས་ཅིག་གི་ད་ཧ་ཧ་ཅང་གི་གཉན་འཕྲང་གི་དུས་ཚོད་ཀྱི་ཁྱོན་ཡོངས་ཀྱི་གནས་ཚུལ་ཞིབ་ཕྲ་ཅིག་ཐོན་ཡོད་ད་ལྟའི་ནང་ལ། འདི་ཚོ་གི་ག་རེ་མཚོན་དགོས་རེད་ཟེར་ན་ཨ་ལས་རྣམ་ཐར་ཟེར་དེ་ལ་ལོ་རྒྱུས་ཀྱི་རིན་ཐང་འདུག་ཟེར་དེ་རེད་ལོ་རྒྱུས་ཀྱི་རིན་ཐང་འདུག་ཟེར། ད་ལྟ་གྲུབ་ཀྱི་རིན་ཐང་ཟེར་དེ་དཔེ་བཞག་ན་ངས་དཔེ་མཚོན་ཞུས་པ་ཡིན་ན། མོག་རྒྱ་མཁན་ཆེན་འཇང་རྒྱ་མཚོ་གིས་བརྩམས་པའི་གྲུབ་དབང་ལོ་ཙཱ་རྒྱ་མཚོ་གི་རྣམ་ཐར། མཁའ་སྐྱོད་གྲུབ་པའི་གཏམ་སྙན་ཟེར་གྱི་ཡོད་རེད། མཁའ་སྐྱོད་གྲུབ་པའི་གཏམ་སྙན་དེའི་ནང་ན་ག་རེ་ཡོད་རེད་ཟེར་ན། ཁོང་གིས་ནཱ་རོ་མཁའ་སྐྱོད། སྐུ་ཚེ་དེ་ལ་རབ་ཏུ་བྱུང་ཞིང། བླ་མ་དམ་པ་དག་ལས་ནི་མཁའ་སྐྱོད་མའི་དབང་ལུང་ཆ་ཚང་ཉན་གྱི། མི་ཚེ་གང་འཚམས་དེའི་ནང་ལ་བཏང་བའི་སྐོར། དེས་མཁའ་སྐྱོད་མའི་ལམ་རིམ་པ་དང་སྦྱར་གྱི། མགོ་བཙུགས་པ་ནས་མ་འཇིགས་བསྡུ་བའི་བར་དུ་ཟུང་འཇུག་གི་བར་དུ་ཕྲེང་བ་སྤེལ་ནས་འདུག་སུ་སྦྱར་བ། ཆ་ཚང་གཅིག་འདུག་སུ་སྦྱར་བ། འདི་བཟོ་བའི་གྲས་དེ་ལ་རྟ་གྲུབ་ཀྱི་རིན་ཐང་ཡོད། ད་དེང་སང་གི་དུས་ཚོད་ལ་ག་རེ་ཡོད་རེད་ཟེར་ན། བཟང་སྤྱོད་ལྟ་ས་གི་མེ་ལོང་ལྟ་བུ། བེ་ཚོན་གཅིག་ཞེས་པ་ཡིན་ན། རྗེ་བཙུན་མི་ལ་རེ་བ་ལྟ་བུ་གཅིག་ཡིན་ན། རྗེ་བཙུན་མི་ལ་རེ་བ་གིས་བོད་མི་རིགས་གཅིག་གི་ནང་ལ། ལས་སྟོང་དེ་གི་ཚིག་བཅད་ནས། བསམ་བློ་གི་ཐག་གཅོད་དང་ཆོད་སེམས་གཅིག་གི་ཐོག་ནས་མི་ཚེ་གང་འཚམ་རི་ལ་སྐྱེལ་ཐུབ་ཡག་གི་གནས་བཟང་སྤྱོད་ཀྱི་རྣམ་གཞག་དེ་འདྲས་ཅིག་གི་ཚོན་ཐུག་གོ་རེད། སྐྱི་ལྤགས་གཉན་གྱིས་མ་འཚོར་ཞིང་སྡིག་ལྤགས་དགྲ་ཡིས་མ་འཚོར། རི་ཁྲོད་འདི་རུ་ཁྱི་གཉིས་ན་རྣལ་འབྱོར་བསམ་པ་རྫོགས་པ་ཡིན་ཟེར་ཏེ། ཁོང་རང་གིས་ཐག་གཅོད་དེ་འདྲའི་ཅིག་བྱས་པ་རེད་ལ། ཐག་གཅོད་བྱས་པ་ནང་བཞིན་གྱི་སྐུ་ཚེ་གང་འཚམས་དེ་སྐྱེལ་བ་ཅིག་ཡོད་རེད། འདི་ཚོ་གི་ཐོག་ནས་ག་རེ་འཚོལ་ཐུབ་ཀྱི་རེད་ཟེར་ན། བོད་མི་རིགས་ཀྱི་ནང་ལ་བྱུང་བའི་མི་གཅིག་གི་སྙིང་སྟོབས་དང་བཟང་སྤྱོད་དེ་འཚོལ་ཐུབ་ངེས་རེད། བླ་མ་དང་སློབ་མའི་བར་གྱི་འབྲེལ་ལམ་དེ། སློབ་མ་གིས་ཅི་ལྟར་གདམས་པ་ནང་བཞིན། དམ་ཚིག་གི་རྒྱ་ལས་མ་འགོངས་བ། གནས་འདི་ཕྱིན་ཅི་ངས་མ་ར་ལྷ་པའི་གཞུང་འདི་ལ་སློབ་གཉེར་བྱེད་ཅེས་གནས་ཆེན་རྟོགས་པ་འདི་བྲིས་ཅི་བྱེད་ཀྱི་རེད། དེའི་སྐབས་ལ་གགས་འགྲེལ་ཅིག་བྱུང་གི་རེད་དེ་དེའི་སྐབས་ལ་ངས་ཡིག་ཐུམ་དེ་ཁ་ཕྱེས་ཅི་ལྟ་ད་ནི་གགས་ཚལ་ཡག་དང་བོགས་ཐོན་ཡག་གི་མན་ངག་དེ་སྐབས་དེ་ལ་ད་ཡོད་ཅེས་ལྟ་ཅིག་གསུངས། དེ་ཚང་མ་ཉམས་ལེན་ཆ་ཚང་བསྡམས་བྱས་བཞག་བཞག་རྒྱུ་དེ་ཁོང་རང་གི་མི་ཚེ་གང་ཚང་དེའི་ནང་ལ་བཏང་བའི་གནས་བླ་མ་དང་སློབ་མའི་བར་གྱི་བཟང་སྤྱོད་ཀྱི་འབྲེལ་བ་བཟང་སྤྱོད་ཆ་ཚང་ཅིག་བསྟན་ཡོད། དེ་གཅིག་རེད། ང་ཚོའི་སློབ་མ་ཚོ་ལ་ཉེ་བར་མཁོ་བ་དེ་གང་ཡོད་རེད་ཟེར་ན། རྣམ་ཐར་རྩོམ་རིག་གི་ནང་ལ། སློབ་སྦྱོང་བྱེད་ཐབས་དེ་ཡོད་རེད། སློབ་སྦྱོང་བྱེད་ཐབས། འདིའི་སྐོར་ལ་བལྟ་ན། གཞུང་འདི་ལ་བལྟ་དགོས་རེད། བླ་མ་འདི་འདྲི་ཅིག་ལ་བལྟ་ཡིན་དགོས་རེད། གྲོགས་འདྲི་ཅིག་དང་འགྲོགས་དགོས་རེད། དུས་ཚོད་འདྲི་ཅིག་སྲི་ཚགས་བྱེད་དགོས་རེད། དེའི་རྣམ་ཐར་ཆ་ཚང་གཅིག་རྣམ་ཐར་གི་ནང་ན་ཡོད། བྱས་ཙང་ང་ཚོ་བླ་མ་ཡབ་སྲས་ཚོས་གིས། ནམ་རྒྱུན་གྱི་བཀའ་སློབ་ནང་འདིའི་སྐབས་ལ་ག་རེ་གསུང་གི་རེད་ཟེར་ན་རྣམ་ཐར་ལ་བལྟ་དགོས་རེད། རྣམ་ཐར་ལ་ལྟ་ཡ་དེ་ཤེས་ཆེན་པོ་དེ་བས་སུ་གནང་དགོས་མ་རེད་བསྙེན་མཚམས་འདེབས་པའི་སྐབས་བསྙེན་པ་དང་མཚམས་ལ་སྡེབ་པའི་སྐབས་དེ་ཚོ་གི་སྐབས་ལ་དངོས་ནས་གྲ་སྒྲིག་བྱེད་ཅེས་རྣམ་ཐར་བསྟུན་པ་ཁ་ཤས་ཅིག་བཞག་ནས་ཨ་ནི་རྣམ་ཐར་ལ་ལྟ་གི་ལྟ་གི་ཨ་ནི་སྔགས་གྲངས་བགྲང་གི་བགྲང་གི་བགྲང་གི་བགྲང་གི་འགྲོ་དགོས་བ་རེད་ཀྱི་དེའི་སྐབས་ལ་ད་དེའི་ནང་ལ་དཔེ་བཞག་ན་གཞི་ཕར་ཕྱིན་ལྟ་བུ་ད་བསྙེན་སྔགས་ལྟ་བུ་ལ་ཆ་མཚོན་པ་ཡིན་ན་བསྙེན་སྔགས་ལྟ་བུ་ལ་ག་འདྲས་སུ་སྦྱང་དགོས་རེད་རྗེ་རིན་པོ་ཆེ་རྣམ་ཐར་གི་ནང་ལ་ཁོང་གིས་བསྙེན་སྔགས་དེ་ག་འདྲས་སུ་སྦྱང་འདུག་དཔེ་བཞག་ན་ལོ་ཙཱ་བ་གྲྭ་བ་རྣམ་གསང་གིས་དྲུང་ནས། སྙན་ངག་སྦྱངས་པ་རེད་སྙན་ངག་ཆ་ཚང་སྦྱངས་པ་མ་ཟད་བེད་སྤྱོད་དང་བཅས་པ་བཞག་ནས། ཨ་ནི། རྟག་ཏུ་དངོས་པོའི་རྟོག་དཔྱོད་ལ་སོགས་པ། བེད་སྤྱོད་དང་བཅས་པ་ཆ་ཚང་བཞག་ཅིང་འདི་འདྲའི་ཆེས་བརྩམས་པ། བརྩམས་པའི་བརྒྱུད་རིམ་དུ་ཆ་ཚང་ཡོད། མ་ཟད་དེ་ལ་ལྟ་དཔྱད་ཨ་ནི། ཁོང་གིས་ད། བརྩམས་ཆོས་དེ་ཚོ་ཚང་མ། མཁས་པ་གཞན་དང་མ་འདྲ་བའི་བརྩམས་ཆོས་ཀྱི་ཕྱག་དགོས་ཡག་གི་རྒྱུ་རྐྱེན་གནད་འགག་ཏུ། སྙན་ངག་ལ་སྦྱངས་པ་དང་བརྡ་ཐ་སྙད་ཆ་ཚང་སྦྱངས་པ་དེ་ཡིན་དགོས། ཡིན་ན་ཡང་རྒྱང་པ་བེད་སྤྱོད་དང་སྟངས་གཅིག་ཡོད། རྒྱང་པ་བེད་སྤྱོད་དང་སྟངས་ག་རེ་ཟེར་ན་རྗེ་རིན་པོ་ཆེ་ཡོད། ཨ་ནི་སྙན་ངག་སྦྱང་བ་དང་བརྡ་ཐ་སྙད་སྦྱང་བ་དེ་མི་ཚེའི་བརྡ་ཐ་སྙད་ལ་འགྲོ་ཡ་སྟངས་ཡོད་མ་རེད། དེའི་སྐོར་ལ་བསྟན་བཅོས་ཙམ་གནང་ཡོད་མ་རེད། ག་རེ་ཟེར་ན་ཁོང་གིས་དེའི་སྦྱང་བ་དེ། གཞུང་ཆེན་ཁག་ལ་སློབ་གཉེར་བྱེད་ཡ་གི་ཐབས་སུ་སྦྱངས་པ་ཡིན་ཙང་བེད་སྤྱོད་སྟངས་ས་ག་ནས་མ་ནོར་བ་ཅིག་ལ་ཁ་ཕྱོགས་ཡོད་རེད། འདི་གིས་ག་རེ་འཚོལ་འགོ་རེད་ཟེར་ན་ཡང་གང་ཟག་ཅིག་ལ་རྣམ་ཐར་གི་ནང་གི་ལྟ་སྟངས་ཅིག། ཨ་ལས། དེ་མི་ཚེ་དེ་སྐྱ་ཅིག་རེད་མི་འདུག་ཁོང་གཞུང་ཆེན་ཁག་ལ་སྦྱངས་ཀྱི་དེ་གའི་རྣམ་པར་བཞག་པ། སྔོན་གྱི་སྐྱེ་བོ་དམ་པ་རྣམས་ཀྱིས་བརྩམས་བཞག་པ་དེ་གའི་ནང་ནས་ནང་དོན་གོ་བ་ལེན་དུས་ག་ལ་ག་འདྲ་ཞིག་ལེན་དགོས་ཀྱི་འདུག་ཨ་ནི་སྙན་ངག་བརྒྱབ་པ་དང་བརྡ་སྤྲོད་སྦྱངས་པ་ལ་སོགས་པའི་ཐོག་ནས་གོ་བ་ལེན་སྟངས་ཆ་ཚང་ཞིག་རག་གི་ཡོད་པ། ཕ་རྩོམ་འདིའི་སྐབས་ལ་ཡང་འདི་ཚང་མ་བེད་སྤྱོད་གཏང་ཡ་ཡོད་པ། འབྲི་ལུགས་ལ་སོགས་པའི་ཐོག་ནས་བལྟ་བ་ཡིན་ན། རྣམ་ཐར་གྱི་ཐོག་ལ་ད་ལྟ་སྟངས་མི་འདྲ་བ་མི་འདྲ་བ་འདིའི་ཐོག་ནས་ནི་ལྟ་ཡ་ཡོད་རེད། དཔེ་མཚོན་གཅིག་བྱས་པ་ཡིན་ན་རྗེ་རིན་པོ་ཆེ་གིས་ད་ཕར་ཕྱིན་ལ་ལྟ་དུས་ག་ལ་ང་ཚོ་ཕར་ཕྱིན་ག་རེ་ལྟ་དགོས་རེད་ཟེར་ན་བོད་པ་གཅིག་ཡིན་ན་ནི་དཀའ་ངལ་ཡོད་མ་རེད། བོད་ཡིག་བྱ་བ་ཡིན་ན་ང་ཚོ་གདན་ས་ལྟ་བུ་ཡིན་ན་ཁོ་སྤྱི་འགྲེ་སྤྱི་ཚོང་གཅིག་ཡོད་རེད་གཏན་འབེབས་ཅིག་ཡོད་རེད་བ། དང་པོ་དེ་ར་ཁ་གསུམ་ལྷག་དགོས་རེད་དེ་ནས་ཕར་ཕྱིན་སྦྱང་དགོས་རེད་དེ་ནས་དབུ་མ་སྦྱང་དེ་ནས

རྣམ་ཐར་གྱི་ཐོག་ནས་ད་དུས་སུ་ཡོད། བྱས་ཙང་སློབ་སྦྱོང་བྱེད་ཐབས་དང་དུས་ཚོད་ཀྱི་ཐོག་ལ་ཧ་ཅང་བེད་སྤྱོད་བཏང་སླ་ཡ་དེ་རྣམ་ཐར་རྩོམ་རིག་དེ་རེད། བྱས་ཙང་ང་ཚོས་ལྟ་དེའི་སྐབས་ལ་ལ་བེད་སྤྱད་ཅིག་བལྟ་དགོས་ན་དང་པོ། ད་ལྟའི་གི་དུས་ལ་ཁྱད་དུ་འཁེལ་བའི་བླ་མ་ཅིག་གི་རྣམ་ཐར་ལ་ལྟ་བ་ཡིན་ན་ད་ལྟའི་གི་ཆ་ཚང་ཅིག་ད་ཡོང་དགོས་རེད་དུ་ཤེས་དགོས་ཅིག་དཔེ་བཞག་ན་སྔགས་འདྲ་བོ་ཅིག་ལྟ་བ་ཡིན་ན་སྔགས་ལ་ཁྱད་དུ་འཁེལ་བའི་བླ་མ་ཅིག་གི་རྣམ་ཐར་ལ་ལྟ་ན་ད་ཧ་ལས་ད་གསལ་བོ་གོ་དགོས། གྲྭ་ས་འགྲིམ་ཉིན་ཅིག་ཡིན་ན་བླ་རུང་བླ་རུང་གི་སྐོར། ལམ་གྱི་རིམ་པ་ཉམས་སུ་ལེན་མཁན་གཅིག་དང་བྱ་བྲལ་རི་ཁྲོད་པ་གཅིག་གི་རྣམ་ཐར་ལ་ལྟ་བ་ཙམ་གཅིག་ལ་བསྡད་པ་ཡིན་ན། ཁོ་ལ་ངར་ཤུགས་སྐྱེད་ཐུབ་ཀྱི་ཡོད་མ་རེད། ངར་ཤུགས་ཁྱོན་ནས་སྐྱེད་ཐུབ་ཀྱི་ཡོད་མ་རེད། ཁོ་གིས་ག་བ་ལྟ་དགོས་རེད་ཟེར་ན། གདན་ས་ཁག་ནས་དང་པོ་གདན་ས་ལ་ཞུགས་རྗེས་བླ་མ་མཁས་པ་བསྟེན། མཆེད་གྲོགས་དགེ་བའི་བཤེས་གཉེན་སྤེལ་ཏེ། རིག་པ་ཤུགས་རྩེ་རྫོགས་པ། ཧ་ལས་པ་དེ་འདྲའི་གི་རྣམ་དཔྱོད་ཅན་གི་སློབ་མ་ཆོས་གྲོགས་དང་མཉམ་དུ་ད་རྩེ་རྒྱག་དང། གཞུང་གི་དཀའ་གནད་ཕུད་དང། ལུང་རིགས་ཀྱི་འཛིན་མཚམས་སྤྲོད་དང། ད་དུ་ཟུག་གིས་བྲིས་ཏེ་ཕ་བྱས་ནས་ནི། འདི་ནི། འཛིན་གྲྭ་འགྲིམ་སྟངས་ག་རེ་རེད་འདོད། ཨ་ནི་ཁས་ལེན་འཛིན་འདི་ག་ལ་ག་རེ་རེད་འདོད། དམ་བཅའ་བཞག་འདི་ག་ལ་གདན་ས་གསུམ་ཚོགས་འདི་ག་རེ་རེད་འདོད། དེ་ནས་ཕྱིས་སུ་བསྟན་བཅོས་རྩོམ་འདི་ག་ལ་ག་རེ་རེད་འདོད། གཞུང་གི་དཀའ་གནད་ཕུད་སྟངས་ཀྱི་སྐོར་ག་འདྲས་བྱས་འདོད་དེ་ལྟ་ན་ད། འོ་ད་ངར་ཤུགས་སྤྱད་ཐུབ་གི་རེད་ཁོ་རང་ཁོ་རང་ད་ལྟ་ཡ་ཅེས་ཕ་ལྟ་ན་ཨ་ནི་གཞི་ནས་ཡོང་གི་རེད། རྩོམ་རིག་ཀྲི་ཉིན་གྱིས་ཡིན་ན། རྩོམ་ཀྲི་ཐི་ཉིན་ད་རྩོམ་གྱི་ཐོག་ནས་ཡོངས་གྲགས་ཀྱི་མཁས་པ་དེ་ཚོ་གི་རྩོམ་ལ་ག་འདྲའི་གསེར་སྦྱངས་འདུག་ག་རེའི་བརྩམས་འདུག་ད་དེ་ཚོ་གི་བྲིས་དེ་ནི་ཡང་དེ་གི་རྣམ་པ་ཐར་བ་ལ་ཕྱོགས་སུ་ལྟ་བ་ཡིན་ན་ཡང་དེའི་ཐོག་ནས་མིག་འབྱེད་ཐུབ་གི་རེད་ང་ཚོ་མི་གཅིག་གིས་བཤད་པ་ལས་ཡི་གེའི་ཐོག་ནས་འདུག་སུ་ལྟ་ནས་འགྲོ་དང་རང་བཞིན་གྱི་མིས་དེ་ལ་བློ་སྒོ་གཅིག་འབྱེད་ཐུབ་གི་རེད་དེ་ཁོ་གི་གང་ལ་སྦྱངས་བ་ཙམ་མ་རེད་རང་བཞིན་གྱི་ཐུན་མོང་མ་ཡིན་པའི་བློ་ལ་ངར་ཤུགས་གཅིག་སྤྲད་ཐུབ་གི་རེད་འདི་ཚོ་ཚང་མ་ད་རྣམ་ཐར་རྩོམ་རིག་གི་བྱེད་ལས་དང་ནི་དེའི་རྗེས་ཀྱི་ད་དུས་སུ་རེད་འདོད། ད་རྣམ་ཐར་ལ་འགྱུར་བ་མང་པོ་ཕྱིན་ཡོད་རེད་ད། དཔེར་ན། ད་གལ་སྲིད་རྣམ་ཐར་གྱི་དྲི་བའི་རིན་དུ་བཏང་ན་ཨ་སི་ཀྱི་རེད། དེ་འཇིག་རྟེན་དེའི་ནང་ལ་ངས་རྣམ་ཐར་གྱི་ད་རིན་ཐང་གི་སྐོར་དེ་མ་ད་མདོར་བསྡུས་ཀྱི་ཤོག་འགྲོས་ཤོག་འགྲོས་ཙམ་ཞིག་བསྟན་པ། ད་རྣམ་ཐར་དེ་དྲི་དེའི་སྐབས་ལ། དང་པོ་བརྗིད་ཆགས་དེ་ད་འཚོལ་བསྡུ་བྱས་དེ་ད་གལ་ཆེ་ཤོས་དེ་རེད། བརྗིད་ཆགས་འཚོལ་བསྡུ་བྱས་ན་སྔ་མ་ཡིན་ན་རྣམ་ཐར་གྱི་ས་བོན་མ་རག་ནས་ད་མང་ཆེ་ཤོས་འགག་ཚར་བ། ཡ་ཡ། ད་ཁྱེད་རང་ཚོས་ཀྱི་མི་འདུག། ད་འདི་ནས་ནི་འདྲིས་པ་ཅིག་བྱ་ན། ངས་སྐད་ཆ་བཤད་ཡ་དེ་འདྲིས་པར་བྱེད། ཨ་ནི་ཁྱེད་རང་ཚོས་དྲི་བ་དྲིས་བྱས་ནི། ཨོ་ཡ་ཨ་ནི་ད་རང་ཡིན་ད་སྐད་ཆ་བཤད་ཡ་དེ།